ད་དེ་ནས་སློབ་སྦྱོང་གི་བརྒྱུད་རིམ་ནང་ལོ་ལ་རྣམ་པ་ཚོ་ལ་གལ་ཆེ་ཤོས་ཤིག་ག་རེ་རེད་འདུག་ཟེར་ན་རག་ད་ང་རང་སློབ་གྲྭ་ལ་བསྡད་རེ་བ་འདི་ཉམས་མྱོང་ཁ་ཟེར་ན། དེབ་ཀློག་ཡ་ཞིག་དུ་བ་དཔེ་དེབ་ཀློག་ཡ་ཞིག་དུ་བ་ག་རེ་ཡིན་ན་ཡི་གེ་ཀློག་ཡ་ཞིག་དུ་བ་འདི་གི་གི་གོམས་གཤིས་སླད་དེ་ཧ་ལས་པའི་གལ་ཆེན་པོ་རེད་ཤག་ད་དེ། ད་དེ་གལ་ཆེན་པོ་ཡིན་པ་རྣམ་པ་ང་ཚང་མ་མཁྱེན་གྱི་ཡོད་རེད་ད་རེ་བ་ད་དེ་ངས་ལབ་ནས་མ་ལབ་ནས་འདི་འདྲ་རེད་བ་ག་ཟེར་ཏེ་འདི་ཚང་མ་མཁྱེན་གྱི་ཡོད་དེ། རང་ཡང་དཔེ་དེབ་ཀློག་ཡ་དེ་དཔེ་གལ་ཆེན་པོ། དེ་ང་རང་ཚོའི་བོད་པའི་གི་ནང་ལོ་ལ། ལྟས་ཤིག་བརྒྱ་ཆ་འགྲོ་བ་འདུག་བས་ན་དཔེ་ཉུལ་ཉུལ་རེ་འདི་རོ། དཔེ་དེབ་གློ་བའི་གོམས་གཤིས་དེ་དཔེ་ཉུལ་ཉུལ་རེ་དང་ཡོད་ད་ཡོད་ངན་ཡོད་དེ་གཡོ་ས་ལ་ཧ་ལས་བས་ཡག་པོ་འདུག་བ། ཡིན་ན་ལྟས་ཤིག་ཉུལ་ཉུལ་རེ་འདི་ཡིན་གཅིག་མིན་གཅིག་སྒུག་གི་ཡོད་རེ་རོ། ད་དེ་སྒུག་གི་ཡོད་རེ་དེ་དག་ནི་ཡོད་ཆོག་བས་བསམ་གི་ཡོད་རེ་དེ། ཡིན་མེད་ནི་སྒུག་གི་ཡོད་རྒྱུ་དང་ཡོད་ཆོག་བ་བསམ་བསམ་འདི། བསམ་པ་ཙམ་གྱིས་རང་ཡ་ཡོད་མ་རེད་འདི་ང་ལ་དཀའ་ལས་ཤིག་རྒྱབ་སྒུག་གི་འདུག་འདི་ང་ལ་ཐབས་ཤེས་ཤིག་བཏང་སྒུག་གི་ཡོད་རེ་ད། ད་ཐབས་ཤེས་ག་འདྲ་ཞིག་བཏང་སྒུག་གི་ཡོད་རེ་ཐབས་ཤེས་ག་དུས་བཏང་སྒུག་གི་ཡོད་རེ་རོ། སུས་ཀྱིས་བཏང་སྒུག་གི་ཡོད་རེ་ལས་ཅི་འདུག་བ་འདི་ང་ཚོ་དགོངས་པ་བཞེས་སྒུག་གི་འདུག་བ། བསླབ་གྲྭའི་ནང་ལོགས་ལ་སྤུ་གུ་དེ་ཚོ་ཚང་མ་ཏེས་ཀྱི་དེབ་ཀློག་ཡ་ག་ཡོད་རྒྱུ་སྤུ་གུ་དེ་ཚོ་ཚང་མ་ཨ་ནི། སློབ་གྲྭའི་ནང་ལ་སློབ་ཚན་ཚོ་འཁྲིད་པའི་སྐབས་ལ་ཁོ་ཚོ་མགྱོགས་པ་ཡོད་རེད་ཁུ་གཅིག་ག་རེ་ཡིན་པ་ཡིན་ན་ཁོ་ཚོའི་དྲང་དེ་ལྟས་ཞིག་སློབ་ཚན་བརྗོད་ཡས་མགྱོགས་བ་གཅིག་འཁྲིད་ན་བ་ཡིན་ན་ཁོ་ཚོ་ལམ་སང་ཁོ་རང་མ་འཁྲིད་ཐུབ་ངེས། ཨ་ནི་ཁོ་ཚོ་མ་གོ་ཚུལ་ཡས་མགྱོགས་བ་འཁྲིད་ཐུབ་ཡས་མགྱོགས་བ་རོ་ཡིན་པའི་སྐབས་ལ་ཨ་ནི་ཁོ་ཚོ་ལ་རང་བཞིན་མེད་ཀི་ཡ་སླབ་གྲྭའི་ནང་ལ་ལ་ཁོ་ཡ་དོན་འདས་དུས་ཨ་ཚང་མས་བསྔགས་བརྗོད་བྱེད་དུས་ར་ཡང་སྐྱོ་ཁོ་མི་འདི་གར་བྱེད་ཀི་རེད་ཟེར་ན་ཁོ་གདེང་ཚོད་ཆེ་རུ་འགྲོ་གི་ཡོད་རེད་གདེང་ཚོད་ཆེ་རུ་འགྲོ་དུས་ཁོ་མ་ཡང་སྐྱོ་དོན་ཡས་འདི་མང་ང་འདྲ་ཡིད་དོ། དེ་འདྲས་དེ་འདྲས་དེ་འདྲས་དེ་འདྲས་བྱས་ན་ཀོ་ར་བརྒྱབ་བསྡད་ཀྱི་འདུག་དེ་དེ། ད་སྤུ་གུ་ཁ་ཤས་རང་ཉལ་ནས་ལོ་ཡའི་དགའ་བོ་མེད་བྱེས་ཡའི་དགའ་བོ་མེད་བསྡད་ཁྱོད་ཚང་མ། ཨ་ནི་ལབ་སྒྲ་ནང་ལ་བསྡད་སོ་དང་ངས་ཁྲིད་དགོས་རེད་ཁྲིད་འོས་སྐབས་ལ་ཨ་ནི། ཁོ་ཞེ་དྲག་ཞེ་དྲག་ལ་བསྟོད་བསྔགས་ཟེར་མ་རག་དེ་འདྲས་ལྷག་བསྡད་དུས་རང་ཨ་ནི་ཁོ་གདིང་ཚོད་ཞེ་དྲག་མེད་རང་ཨ་ནི་ག་དུས་ནས་ཁོ་གཡོས་འགྲོ་མཁན་ཆགས་འགྲོ་གི་དང་ག་བ་ནས་ཕ་གཡོས་ཚུ་གཡོས་གཉིས་ཀྱིས་ཨེ་འདྲས་བསྡད་བསྡད་ཀྱི་རོ། འདི་རེད་ད་འདི་ཆུ་དུས། ལོ་ཡའི་དང་གྲི་ཡའི་དཔེ་གལ་ཆེན་པོ་རེད་ད་དང་པོ། མ་བྲིས་གོང་ནས་གློག་གཡས་དེར་བལྟ། གློག་གཡས་དེ་ཡིན་གཅིག་མིན་གཅིག་གི་གོམས་གཤིས་སྐོར་གོམས་གཤིས་སྐོར་ན་ཆགས་བ་གོ་དོ་ཨ་ཡ། གོམས་གཤིས་ལས་དེ་ཆགས་ཚར་ན། ཨ་ནི་གོམས་གཤིས་མི་ཁ་ཤས་ཀྱི་གོམས་གཤིས་ཁ་ཤས་བཞག་གོ་རེ་མ་ཐུག་གིན་དེ་འདྲ་འདུག་ཨ། ད་གོམས་གཤིས་དེ་ཡག་ག་དེ་འདུག་བ་གཉིས་ཆ་ཡོད་རེད། ཡིན་ནའི་དེབ་གློག་གཡས་ཀྱི་གོམས་གཤིས་དེ་གོམས་གཤིས་ནང་ལ་གོམས་གཤིས་ཡག་ག་དེ་རེད། འདི་མི་ཚེ་ལ་ཕན་ཐོགས་གི་ཡོད་རོགས་ད་འདིའི་ཐོག་ལ་གཅིག་ཞུས་བ་ཡིན་ན། ད་དེ། རྟ་དེ་འདི་འདྲས་ཟེར་བཞག་རྟ་དེ་ཆུང་ཆུང་རང་ནས་འགུག་གི་འདུག་བ་དང་པོ་དེ་ཆུང་ཆུང་རང་ནས་ང་ཚོ་ག་དུས་ཡིན་ནས་རེད་དོ་རྟ་རྩ་བ་འདི་ལ་ང་ཚོ་གི་ལག་པ་རྒྱབ་ཐུབ་ན་ཨ་འདི་གོམས་གཤིས་འདི་དཔེ་ཡག་པོ་ཆགས་འགྲོ་ཡས་ཞུ་བ་འདི་རེད་རྟ་སློབ་སྦྱོང་བརྒྱུད་རིམ་ནང་ལ་སློབ་སྦྱོང་འདྲ་མ་འདྲ་ཡོད་རེད་རྟ་རྩལ་འདྲ་མ་འདྲ་ཡོད་རེད་ཡིན་པ་ཡིན་ནས་རྟ་སྒོ་གལ་ཆེ་ཆུང་ཅིག་ཡོད་རེད་རྟ་གང་བྱས་འདི་ཅིག་ཞབས་འདི་ཆུ་དུས་རྟ་སྤུ་གུ་སྐྱེས་ནས་བྱས་ནས་ཨ་ནང་ནང་ལོགས་ལ་རྟ་དང་པོ་ནང་གི་ད་ཡིག་ཞུ་ཡས་ནས་ཁོར་ཡུག་འདི་ཞུ་གལ་ཆེན་པོ་རེད་རྟ་ནང་ནང་ལོགས་ལ་དཔེ་དེབ་ཀྱི་གློག་ཡས་ཀྱི་ཁོར་ཡུག་རང་ཡང་གང་ཅན་ནང་དེ་ལ་དཔེ་དེབ་ཀྱི་ཁོར་ཡུག་གོ་གི་ཡོད་རེད། འདི་བྱེད་དུས་རང་ཡང་ཨ་ནེ་སྤུ་གུ་ཆུང་ཆུང་ལ་ཨ་ནེ་སྤུ་གུ་སྐྱེ་བའི་ནི་ཟླ་བ་ལྔ་དྲུག་དང་ལོ་གཅིག་དེ་འདྲའི་སྐབས་དུ་ནི་སྤུ་གུ་ཀློག་ཤེས་ཀྱི་མ་རེད་དེ་ཡིན་པ་ཡིན་ནི་ཕ་མའི་གིས་ཀྱི་ར་བ་སྤུ་གུ་ལ་སྦྲུམ་བཤད་དེ་འདྲ་ཡོད། ཅེས་ཉལ་ཁ་རུ་སྦྲུམ་དེ་འདྲ་བཤད་རེད་སྦྲུམ་ད་ཉན་པོ་ཡིན་ན་རེད་སྦྲུམ་ཡག་པོ་ཡིན་ན་རེད་བཞེས་སྟངས་ནི་ཤེས་ཀྱི་ཡོད་ན་རེད་རོ། ཡང་དེ་འདྲ་བཤད་དེ་དཔེ་གལ་ཆེན་པོ་ཡིན་ཟེར་ཨ་དེ་ནས་ལོ་གཅིག་གཉིས་དེ་འདྲ་སླེབས་ཡོད་སྐབས་ལ་སྤུ་གུ་ད་ཀློག་ཤེས་ཀྱི་མེད་ན་ཕ་མའི་གིས་ཀློག་བྱེད་རོ། ཨ་ནི་སྤུ་གུ་ལ། དེབ་དེ་འདྲའི་བར་དུ་སྟོན་ཅེས་ཨ་ནི་ཡི་གེ་མེད་ནས་རོ། པར་གཅིག་པོ་ལ་ལྟ་ནས་སྤུ་གུ་ལ་སྒྲུང་ཞེས་དེ་འདྲ་ཉལ་ག་ལྷག་མ་རེ་རོ། འོ་དེ་དཔེ་གལ་ཆེན་པོ་ཡིན་ཟེར། དེ་ནས་གློག་གཡས་འགྱེད་ཀྱི་དུས་ཚོད་ལོས་དོན་ཨ་ནི། ཅིག། ཕ་མ་ཡིས་གློག་སྤུ་གུ་ལེན་འདོད་བྱེད་ཅུག་ཨ་ནི་སྒྲུང་འདི་བཤད་རོ། འོ་དེ་འདྲའི་བྱས་ནས་རོ་ཨ་ནི། སྤུ་གུ་དེ་ལ་སྒྲུང་གློག་གཡས་འགྱེད་ཀྱིས་ཨ་ནི་ཁོར་ཡུག་དང་གོམས་གཤིས་དེའི་རོགས་པ་བྱས་ཏེ་དཔེ་མི་སྲིད་ཀྱི་གནད་འགག་དཔེ་ཆེན་པོ་ཡིན་ཟེར་རོ། ད་འདི་བྱས་དེ་ནས་ལོ་དགའ་རོགས་ཅིག་ལས་ཀྱི་ལོ་གསུམ་བཞི་ལྔ་དེ་ནས་ལོས་ཏེ་ཨ་ནི་སོ་སོའི་གི་ཁང་པའི་གི་ནང་ལོགས་ལ་རོ་ཁང་པ་གཅིག་ཁང་པ་ཆུན་ཆུན་ཅིག་ཨ་ནི་སྤུ་གུ་དེ་ཚོའི་གི་གི་དེབ་དང་རྩེད་མོ་རྩེ་ས་ཡིན་སྐྱོ་རོ། ཨ་ནི་དེབ་དེ་ཚོ་གི་ཕ་ཡི་ནང་ལ་དེབ་བཞག་ས་གི་བང་སྒྲིག་དེ་འདྲས་བཟོས་རོ། ཨ་དེའི་ནང་ལོགས་ལ་ཁོ་རང་ལ་འབྲེལ་བ་ཡོད་སྐྱོ་གི་དེབ་དེ་ཚོ་ཕ་མའི་གི་ཨ་ནི་མྱོས་བྱས་དེ་ཚོ་བསྒྲིགས་རོ། ཨ་ནི་དེ་ཚོ་དཔེ་གནད་འགའ་བྱུང་བ་ཡིན་ས་རེད་རོ། ཅིག་ང་རང་ཚོ་བོད་པ་ནང་ལོགས་ལ་ནམ་རྒྱུན་གོམས་གཤིས་ཅིག་ག་རེ་ཡོད་རེད་ཟེར་ན་རོ། ཅིག་གི་ནང་ནང་ལོགས་ལ་དེབ་དེབ་དེ་འདྲའི་བྱིའུ་བྱིའུ་མེད་བསྡད་རྒྱུར་བྱེད་རོགས། ཨ་ནི་དཔེ་དཀོན་པོ་ཡིན་ནའི་ནང་ན་ལོ་ནང་བྱེའུ་བྱིའུ་མང་པོ་ཡོད་བསྡད་རྒྱུར་རོགས། ནང་ན་ལོ་ལ་བྱ་དམ་མང་པོ་ཤ་ཡའི་དགྲ་བོ་དང་ཨ་ནི་དེ་ནས་ཐུག་པ་བཏུང་ས་ཡི་དཀའ་ཡོལ་དེ་འདྲའི་དཔེ་མང་པོ་བསྒྲིགས་རོགས། ད་མང་པོ་བྱིའུ་བྱིའུ་ནི་ང་ཚོ་ལ་བོད་ཆོས་ཡོད་མ་རེད་རོགས་ཁ་ཤས་ནི་བོད་ཆོས་ཡོད་བ་དེ་ཁམས་གསུམ་དུ་གོ་རོགས་ཨ་ནི་ཐོས་པ་གཅིག་གཉིས་ཚོད་གོ་ཡོད་རྒྱུ་རེད་རོགས། ད་དེ་མེད་བ་ཡིན་ནའི་ར་བལ་བང་བསྒྲིགས་གང་ཚར་རོགས། ཨ་ནི་བྱ་དམ་མང་པོ་བསྒྲིགས་ཤ་ཡའི་དང་དཀའ་ཡོལ་མང་པོ་བསྒྲིགས་ཡས་བསྒྲིགས་རོགས། ཨ་ནི་དེབ་བྱི་ར་དོང་ཡས་མེད་བསྡད་རྒྱུར་བྱེད་རོགས། ད་སྤུ་གུ་འདི་ཚོས་མ་འོངས་པ་ཡང་བསམ་གྱི་རོ་ཨ་ནང་ནང་ལོག་ལ་ལྕགས་ལག་འདི་ཚོ་ཚང་མ་པས་གལ་ཆེན་པོ་ཡིན་ས་རེད་རོ་ག་ཚེ་ད་ངས་བར་ལམ་ལ་བཞག་གི་འདུག་ལ་ཡེད་རོ། ད་ནང་བཞིན་གྱི་ནང་ནང་ལོག་ལ་ལག་པ་ག་རེ་ཆང་ཁར་འགྲོ་ནས་ར་དེབ་ཆང་ཡ་ཡོད་མ་རོ་ལྕགས་ལག་འདི་འདྲ་རྐྱང་མ་ཞིག་རོ། ནང་འདི་ནང་ལོག་ལ་དེབ་དེ་འདྲ་མང་པོ་ཡོད་ཨེ་ན། གཅིག་རྟ་མོ་དར་ཡ་དེབ་ཡིན་ན་ར་རི་མོ་དེབ་ཡིན་ན་རེད་ད་ནང་བཞིན་གྱི་གི་ད་གང་བྱེད་རོ་འཛམ་བུ་གླིང་ནང་ལོག་ལ། སྒྲ་མ་གྲགས་གང་ལ་དེབ་བྲིས་བཞག་ཡོད་རེད་བ་ད། དེབ་མང་པོ་ཡོད་ན་པུཀུ་དེ་མ་ཡིན་ན་ལག་པ་ག་བ་འཆང་ཡིན་ན་དེབ་ཅིག་ལམ་སང་ལ་ཐེབས་བས་ཀྱི་ཁོ་ལ་རེ་བ་དེ་མང་ང་ཡོད་རེད་བ། འདི་ཞུ་དུས་འདི་དྲངས་དེ་འཁུར་ཡུག་དེ་དཔེ་གལ་ཆེན་པོ་ཡིན་ཟེར་དང་པོ་དེའི་ནང་ནང་ལོག་ལ་འཁུར་ཡུག་དེ་དེ་འདྲ་ཞིག་དགོངས་པ་ཅིག་བཞེས་དགོས་དགོས་ཟེར། དེ་ནས་གཉིས་པ་དེ། ད་པུཀུ་ལ་ཀློག་ཀློག་ལ་འབྲི་དགོས་བ་ཕ་ཡི་ནང་ལ་ཅིག་དེབ་མང་པོ་ཞིག་བཞག་ར་བ་འདི་གཅིག་པོ་འགྲིག་གི་མི་འདུག་ད་ཕ་མ་གཉིས་ཡས་དེབ་གབ་རེ་གབ་རེ་ལོ་ཡས་ད་ཕ་མ་གཉིས་བྲེལ་ལ་ཚ་བོ་རེད་ནང་ཕྱི་ལོག་ལ་ལས་ཀ་བྱེད་ནས་ཐང་ཆེ་གི་རེད་ཉིན་བྱེད་ར་བ་ཨ་ནེ་གཉིས་བུ་གུ་རེད་ད་ད་ག་ནང་བཞིན་གི་སྤུ་གུ་ལ་དཀའ་ངལ་མང་པོ་ཡོད་རེད་ལས་སླ་བོ་ད་ཡོག་མ་རེད་ད་དེ་འདྲ་ག་རེ་ཞུ་བར་སེ་ན་གང་བྱས་ང་ཚོ་པ་རུག་པ་རུག་ལ་དུས་ཚོད་རག་རྒྱོ་ལ་མཉམ་ལས་བྱེད་བྱེད་ར་བ་ཕ་མ་གཉིས་མཉམ་ལས་བྱེད་ནས་དཀའ་ལས་བརྒྱབ་ནས་སོ་སོའི་སྤུ་གུ་དོན་དག་ལ་ཕྱི་ནས་བྱེད་དགོས་རེད་ག་རེ་དོན་དག་བྱེད་དགོས་སེ་ན་ང་སྤུ་གུ་དོན་དག་བྱེད་དགོས་གསུང་གི་ཡོད་ར་བ་འདི་བྱེད་དེ་ད་འདི་བྱེད་ཐང་བྱོས་ར་བ་འདི་ཡག་ག་ཅིག་གང་ལ་ཕྱི་བཞག་ན་ར་བ་ཨ་ནི་བུ་གུ་དེ་ལ་ཕན་འདོགས་དགོས་རེད་བ། དེ་ཆོས་དེ་ལྟར་ནང་ནང་ལོག་ལས་ད་ད་རེ་སང་ང་མ་དང་མ་འདྲ་བ་ང་ཚོའི་ཕ་མ་ང་ཚོའི་སྐབས་དེ་བ་ལ་རེད་ང་ཚོའི་ཕ་མ་སྐབས་དེ་བ་ལ་ཁ་བ་ལག་ཐོག་ཁ་བ་ཡོད་མ་རེད་ཟུག་སྟོང་རླུང་འཕྲིན་ཡོད་མ་རེད་བ་སྟབས་བདེ་བོ་རེད་རེད་བ། ད་ད་ནང་ང་ཚོ་ལ་མི་རེ་རེ་ལ་ལག་ཐོག་ཁ་བ་རེ་རེ་ཡོད་རེད་འདུག་ཟུག་སྟོང་རླུང་འཕྲིན་ཡོད་རེད་ད་ནང་བཞིན་དེ་བ་ལ་གློག་ཆས་མང་པོ་ཞེའུ་བྱོས་རེད་དེ་ཚོ་ལ་ང་ཚོ་མགོ་འཁོར་འགྲོ་དགོས་རེད་རེད་བ། དེ་བྱས་ན་ནང་ནང་ལོག་ལ་དེབ་ལ་ལྟ་དེ་ལས་དེ་དཔེ་དཀོན་པོ། ཨ་ནི་སྤུ་གུ་གི་མདུན་ལ་ཕ་མ་དེབ་ཀློག་བ་མཐོང་མེད་བ་ཡིན་ན་རང་ཡང་ཨ་ནི་སྤུ་གུ་དེ་གིས་སེམས་ནང་ལོག་ལ་གར་བསམ་གི་རེད་རོ། ཁྱེད་རང་སྤུ་གུ་དེབ་ཀློག་ཀྱང་དེབ་ཀློག་འུག་མི་འདུག་ཅིག་ཅིག་གཉིས་གཅིག་ཁ་ནས་ལབ་ཀི་ཡོད་རེད་དེ། ཡིན་པ་ཡིན་ནས་སྤུ་གུ་གི་སེམས་པ་ནང་ལོག་ལ་ང་ཚོ་ལ་སྒྲ་མང་པོ་ཞིག་ལབ་ཀི་འདུག་བ་ལ་འམ་ལ་ཁོ་རང་གཉིས་ནི་དེབ་ནི་ཀློག་གི་མི་འདུག་ཚགས་པར་ནི་ཀློག་གི་མི་འདུག་རོ། ཟར་ཤོག་ནི་ཀློག་གི་མི་འདུག་ཁོ་རང་གཉིས་ནི་ཁ་པར་འཕུར་བསྡད་ཀི་འདུག་རོ། ཨ་འདི་ག་རེ་ཡིན་ནའང་བསམ་བསམ་ཅིག་ཅིག་ལན་མ་བརྒྱབ་བ་ཡིན་ནས་རང་ཡང་ཀྱི་སེམས་པ་ནང་ལོག་ལ་དྲི་བ་ཞིག་སླེབ་ཏུ་ཡོད་རེད། ཨ་ནི་སྤུ་གུ་ཁ་ཤས་ཁ་ཤས་ནི་གབ་ཏུ་གབ་ཏུ་ལབ་ཡོད་དོ། ཁྱེད་རང་གཉིས་སློབ་བུ་མེད་བ་ཁྱེད་རང་སློབ་བུ་མེད་ང་ཚོ་ག་བཞིན་སློབ་དགོས་མི་འདུག་འདི་ཡས་གསུང་སི་གི་རུ་བ་འདི་ཕྱི་དོན་ནི་ང་ཚོ་ལན་སི་རྒྱ་ཡས་མེད་རུ་བ་ཨ་ལན་རྒྱ་ཡས་མེད་ཁ་བྱང་ཨ་ཀ་རུ་ཀ་རུ་རླུང་ལངས་ཨ་འདི་ག་ལ་བཀའ་བརྒྱུད་བཏང་ཞེས་བྱོ་འདི་གང་ལ་མི་འདི་ང་ཚོ་མི་རྒན་པ་མ་རེད་ང་ཚོ་ཕ་མ་མ་རེད་རུ་བ་ཁ་ལན་སློབ་བུ་ཡོད་ལས་ཅི་མེད་ཨ་འདི་གང་ལ་ཡང་སྐྱོ་བོ་དེ་ནི་ཆགས་འགྲོ་གི་ཡོད་རེད། འདི་མ་ཡོང་ངོས་ནས་ཨ་ནི། ཕ་མ་ཡིན་པ་ཡིན་ན་སྐབས་རེ་སྐབས་རེ་ཅིག་དུས་ཚོད་ནང་ལ་དེབ་དེ་སེ་ཟིག་དུས་ཡོད་རོ། ཤུག་གུ་གཅིག་གཉིས་མ་ཤོར་ན་ཀློག་དུས་ཡོད་རོ། ཨ་ནི་ད་ནང་བཞིན་སྐབས་རེ་སྐབས་རེ་ཅིག་ལག་ཐོག་ཁ་པར་དུ་དུ་གས་ཆེན་པོ་རེ་ཡོད་དེ་རེ་བཟང་རོགས་ཅིག་ལྟ་དགོས་ཡ་ཡོད་དེ་ཚོ་ལྟ་ཚར་བའི་རྗེས་ལ་ལམ་སང་ལ་དེབ་ཀློག་བསྡད་རོ། ཨ་ནི་ཕ་མས་ཀྱིས་སྤུ་གུ་ལ་ལབ་པ་ཡིན་ནས་ཅིག་སྤུ་གུ་དེ་ཚོས་མེས་ལ་ཐུག་མ་རེད་གང་ཞེ་ན། ཕ་མ་དེབ་ཀློག་གི་ཡོད་རོ། ཁྱང་ཚོ་དེབ་ཀློག་བར་གས་ཆེན་པོ་རེད་བར་ལམ་ལ་དེབ་ཀློག་གི་འདུག་བ་དེ་ང་ཚོས་མི་ཆེན་པོ་ཆགས་ཚར་འདུག་བ། སླབ་གྲ་ད་ཐོན་ཚར་འདུག་བ་ད་དོན་ང་ཚོ་དེབ་ཀློག་གི་འདུག་བ། གྱང་དཔེ་ཀློག་གི་སྒོ་དང་སྒོ་ར། དེབ་ལས་དཔེ་གལ་ཆེན་པོ་རེད། ནང་ནང་ལོགས་ལ། སྤུ་གུར་གྱི་དེབ་བཞག་ས་དང། དེ་ཚོ་གི། བང་སྒྲིག་དེ་ཚོ་དང། ཁང་པ་དེ་ཚོ་ལ་གུ་ཞབས་ཆེན་པོ་བྱས་ནས་ཕྱི་དེ་བརྗོད་རོགས། དེ་ཁང་པ་དེ་ཚོ་ནང་ལོགས་ང་ཚོ་གང་བྱུང་མ་བྱུང་འགྲོ་གི་ཡོད་མ་རེད་གྱང་གཉིས་ཀྱི་དེབ་བཞག་ས་རེད། དེ་དཔེ་གལ་ཆེན་པོ་རེད། དེ་ནི་ཅུང་ཅུང་དགོངས་པ་བཞེས་དགོས་ཀྱི་འདུག་རོགས། དེ་ནས་ཅིག། ད་ཕྱི་ལོགས་ལ་ང་ཚོ་སྤུ་གུ་འཆམ་འཆམ་ཁྲིད་འགྲོ་གི་ཡོད་རེད་བ། འཆམ་འཆམ་ཁྲིད་དུས་ད་གལ་ཆེན་པོ་རེད་སྤུ་གུ་ཆུང་ཆུང་དེ་ཚོ་ཚང་མ། འཆམ་འཆམ་ཁྲིད་ཡས་པས་གལ་ཆེན་པོ་རེད་ཕྱི་ལོགས་ལ་འཆམ་འཆམ་ཁྲིད་བྱས་ནས་ཨ་ནི་སྤུ་གུ་ལ་བསླབ་ཡས་པས་མང་པོ་འདུག་བ། ཅིག་ཕྱི་ལོགས་ལ་འཆམ་འཆམ་ཁྲིད་ནས་ཤིང་སྡོང་མཐོང་གི་ཡོད་རེད་ཆུ་མཐོང་གི་ཡོད་རེད་བྱ་བྱིའུ་མཐོང་གི་ཡོད་རེད། བྱ་བྱིའུ་དེ་ཚོས་ཚོན་ཁྲ་མཐོང་གི་ཡོད་རེད་བྱ་བྱིའུ་དེ་ཚོས་ཆེ་ཆུང་མཐོང་གི་ཡོད་རེད་སྐད་མཐོང་གི་ཡོད་རེད། དེ་ཚོ་ལ་བརྟག་ནས་ཨ་ནི་སྤུ་གུ་ལ་བསླབ་ཡས་པས་གལ་ཆེན་པོ་འདུག་ཡིན་གཅིག་མི་གཅིག་གིས་སྤུ་གུ་ལ་བསླབ་ལ་ལམ་སང་དེབ་ཅིག་ཁ་ཕྱེས་རྗེས་ནང་ནང་ལོགས་ལ་དེབ་ཁ་ཕྱིན་བསླབ་དགོས་ཡས་འདྲ་ག་ཡས་མི་འདུག་མཉམ་དུ་འཆམ་འཆམ་འགྲོ་བ་འགྲོ་བཞག་བ་ཡིན་ན་མཉམ་དུ་ལ་འཆམ་འཆམ་ཡང་ཕན་ཐོགས་ཡོད་རེད་དྭ་ནང་བཞིན་ཤིང་སྡོང་གཅིག་མཐོང་བ་ཡིན་ན་ཨ་ནི་སྤུ་གུ་ཆུང་ཆུང་སྐབས་ནས་ཁོ་ཁ་བརྡ་སྐྲག་ཐུབ་ཀྱི་ཡོད་མ་རེད་ཡིན་པ་ཡིན་ན་ཕ་ཡུལ་དེ་ཤིང་སྡོང་རེད་ཟེར་ཁ་ནས་ལབ་ཡས་གལ་ཆེན་པོ་འདུག་སྤུ་གུ་ལ་ཤིང་སྡོང་གཅིག་ཤིང་སྡོང་གཉིས་ཨ་ནི་ཤིང་སྡོང་ཆེ་ཤིང་སྡོང་ཆུང་བ། འདུག་བཤད། ད་ནངས་ཤིང་གི་བྱིའུ་ཞིག་མཐོང་བས་ན་ཕ་ཡིས་འདི་བྱིའུ་རེད་ད། ཨ་བྱིའུ་ནག་པོ་རེད་ད་བྱིའུ་དཀར་པོ་རེད་ད། དང་པོ་རང་ནི་ཆུང་ཆུང་ནས་བྱས་ནས་ཁོ་ལ་སྐད་ཆ་བཤད་བྱས་ཁོ་ལ་ཚིག་མང་པོ་ཁོའི་ཀླད་པ་ནང་བླུགས་ཐུབ་པ་དགོས་གོ་ད། ཚོན་འདྲ། ཆེ་ཆུང། སྐད་འདྲ་མ་འདྲ། རོ། དེ་ནས་མང་པོ་ཞིག་བྱིན་རླབས་བྱ་བས་ན་ཁོལ་གྱི་ཀླད་པ་ནང་ལོགས་ལ་ཆུང་ཆུང་རང་ནི། དངུལ་ཁང་འདྲ་བོ་ཆ་བྱ་བས་ན Bank འདྲ་བོ་ཡོད་རོགས་དངུལ་ཁང་ཡིན་པ་ན་དངུལ་མང་པོ་ཞིག་ཡར་བླུག་རོགས་དང་པོ་ཡར་བླུག་བླུག་བླུག་བླུག་བླུག་དུས། མ་འོངས་པ་སོ་སོ་དངུལ་དགོས་དུས་མར་སྟོན་ཡས་ཡོད་རོགས་ཡར་བླུག་བ་ཡིན་ན། དང་པོ་ནི་དངུལ་ཁང་ནང་ལོགས་དངུལ་བཅས་བླུག་མེད་བ་ཡིན་ན་རང་ནི་མར་དངུལ་སྟོན་ཡས་མི་འདུག་བ། གོ་བདེ་བྱེད་དུས་རང་ཡང་ད་སྐད་ཅིག་ཤེས་བྱས་ཡིན་གཅིག་མིན་གཅིག་གི་སྤུ་གུ་ལ་ཕྱི་ལོག་ལ་འཆམ་འཆམ་འགྲོ་ནི་ཨེ་ཕ་ཡི་དེ་རྒྱུག་རྒྱུག་རེད་ཕ་གི་དེ་རི་རི་རེད་ཕ་ཡི་དེ་གངས་རེད་ཕ་ཡ་གངས་འདུག་ཨ་གངས་དཀར་པོ་རེད་དོ་ཨ་རི་དཔེ་རྙིང་ལྕི་མོ་འདུག་ཨ་ད་ཕ་ལམ་ལ་ང་གཉིས་ལང་ཀ་ལ་འགྲོ་གི་འདུག་ཨ་ཕ་ག་ལ་གཅིག་མོ་འདྲ་འདུག་ཨ་དེ་སྦག་སྦག་འདུག་ཨ་བའི་ཁྱི་ཡི་འདུལ་བ། དེ་ཚོ་བྱས་ནས་ཡིན་གཅིག་མིན་གཅིག་གསུང་ཡས་དེ་དཔེ་གལ་ཆེན་པོ་ཟེར་དེ་ཚོ་ཚང་མ་སྤུག་དེ་ལ་སྐད་ཆ་བཤད་རོལ་བས་བྱས། ཚིག་གི་ཡས་མང་པོ་ཧ་གོ་ཕྱི་ལོག་ཁོར་ཡུག་མཐོང་ནས་ཁོ་དཔེ་ཀྱི་བོ། རང་ཡང་ངོ་དེ་ཡིན་གཅིག་མིན་གཅིག་གིས་དུས་ཚོད་རག་བ་ཡིན་ན་འདུག་སྣང་ཡས་དེ་དཔེ་གལ་ཆེན་པོ་ཡིན་ས་རེད། ད་དེ་ནས་ད་ཡང་དཔེར་ན་ཐབ་ཚང་ནང་ལོག་ཡིན་པ་ཡིན་ན་སྤུག་གི་མཉམ་དུ་བསྡད་ལ་དེ་སྤུག་གི་མཉམ་པོ་དུས་ཚོད་བཏང་ལ་དེ་ཡིན་གཅིག་མིན་གཅིག་སྤུག་གི་མཉམ་དུ་ལ་བསྡད་ནས་ཁུ་ཚུར་ཕྱིར་ཕར་གང་ལ་ཉལ་འདྲེ་གང་ལ་བསྡད་ནས་རོགས་ཉལ་ཁྲི་གང་ལ་བསྡད་ནས་བསྡད་དགོས་མི་འདུག་དཔེར་ན་ཐབ་ཚང་ནང་ལོག་ཞལ་ལག་བཟོས་ཡས་ཀྱི་ལས་ཀ་ཡོད་རོགས་སྤུ་གུ་དེ་ཐབ་ཚང་ནང་ལ་ཉོམ་དོགས་ཁྲིད་བྱས་རོ། ཨ་ནི་ཨ་མ་ལ་ཞལ་ལག་ཟོས་གིན་ཟོས་གིན་བག་ལས་རྒྱག་གིན་རྒྱག་གིན་ལ་ཨ་ནི། འདི་ང་གཉིས་བག་ལས་ཟོས་དགོ་བ། ལས་མེད་ད་ང་གཉིས་ཀྱིས་ཅིག་ག་ཚོད་གྲོ་ཞིག་བརྫི་དགོ་བ། ཨ་ནི་སྤུ་གུ་དེ་ལས་གྲོ་ཞིག་བརྫི་ས་བྱས་བརྫི་སྟངས་འདྲ་ཡོད་ཨ་ཆུང་ཆུང་ཅིག་ཕར་ལབ། ང་ཚོ་ནམ་རྒྱུན་ཡིན་ན་སྤུ་གུ་ཕྱི་བཅུག་གི་ཡོད་མ་ར་ཁོ་ལས་ཆུང་ཆུང་དེ་འདྲ་ཅིག་བཀྲམ་བཅས་རོ་ཨ་ནི་བྱེད་བཅུག་རོ། ཨ་ང་གཉིས་བག་ལས་རྒྱག་བོ་ད་ད་ང་གཉིས་ཚེ་གཏུབ་གི་ཡོད་ར་ད་ལ་ཨ་ནི་གཏུབ་བ་ལ་འདི་ཚེ་ཡིན་པ་ཤིང་གི་རྡོ་བ་ཁོ་ཡིན་འདི་ཚོ་ཡོད་གལ་ཆེན་པོ་རེད་ཤག་ད་ང་གཉིས་མེད་བཏང་དགོ་བ་ར། ཨ་མའི་བཏང་དུས་ཟབ་ཟབ་ཕྱི་གོར་ད་ར་བ། ད་ང་གཉིས་སྐྱོ་བོ་དཀྲུག་དཀྲུག་བཏང་གོ་ཡ་ར་བ། ད་ང་གཉིས་ཚ་བཏགས་ཡིན་ད། ད་ཚ་བླུགས་ཡིན་ད། འདི་ཚོ་ཚང་མ་ཨ་ལབ་འདི་གོང་ཙག་མཐོང་བདེ་གི་ད་བ། མཐོང་བདེ་དེ་སློབ་སྦྱོང་མང་པོ་མཉམ་དུ་བསླབ་ཚར་རེད་ར་བ། དུས་ཚོད་མཉམ་དུ་བཏང་ཚར་རེད་སྐད་ཆ་ཡས་བཤད་ཚར་རེད། ལས་ཀ་ཡས་བྱི་ཚར་རེད། གཉིས་ཆ་གཉིས་ཆའི་པུ་གུ་དེ་ཚོས་ཕ་མ་མཉམ་དུ་ཡོང་དུས་དཔེ་བྱེད་ཀི་ལ་ཡས་དགའ་བོ་ད་བ། ཐུན་ཐུན་གྱིས་རྒྱག་གི་ཡོད་ན་ང་སྤྲུལ་གི་ལ་ཡས་དགའ་བོ་ད་བ། ལོ་ག་དུས་ནས་ཀྱི་ང་ཚོ་ཐུག་པ་ཅིག་བཟོས་གི་ཡོད་ན་ང་ལ་བཟོས་བཅུག་ད་ལ་ཡོད་དོ་ད་སྐབས་དུས་དུས་ཁྱེད་རང་ཕར་བསྡད་ཤིག་ཇུ་ཏོ་ཡོག་མ་རེད་མི་འདེ་གྲོ་བཞི་འཕྲོག་བརླག་གཏང་གི་འདུག་གཅིག་བྱེད་གི་འདུག་དེ་འདྲ་མེད་པ་བྱེད་རོགས་སུ་ཁྲིད་ཡོང་རྗེས་ཁོ་ལ་ཡིན་གཅིག་མི་གཅིག་མཉམ་དུ་ཕྱིར་ཐུལ་ཡས་དེ་པས་ནས་ང་ཆུང་པ་ཡིན་སར་དེ་འདྲ་ཕྱིར་ཐུལ་བ་ཡིན་ན་རོགས་འདུག་བྱས་ནས་དུས་ཚོད་བཏང་བ་ཡིན་ནས་ཡང་བྲིས་འགྲོ་དགོས་ཟེར་རོགས།

ཨོ་དེ་མིན་པ་ཅེས་ཨ་ནི་དེབ་ཁང་དེ་འདྲ་ཡོད་རེད་བ་དེབ་ཁང་དེ་འདྲ་ལ་ཕྱིན་ཅེས་རེད་བ་སྤུ་གུ་ཨོ་ཨོ་ཆགས་བ་ཡིན་ན་ཨ་ནི། ཅེས་དེབ་ཁང་ལ་ཕྱིན་ཅེས་ཨ་ནི་སྤུ་གུ་ཁོ་རང་དེབ་ལྟ་བཅུ་ཡས་དེ་འདྲ་ཡོད་རེད་བ་ད་དེ་རིང་ང་གཉིས་དེབ་ཁང་ལ་འགྲོ་འོར་ད་ལས་མི་འདེད་ཨ་ནི་ཁོ་རང་ཁོ་རང་དེབ་དེ་འདྲ་ཡས་ལྟ་བཅུག་ར་ཚང་མ་ཉོ་གོ་མ་རེད་བ་ལྟ་བཅུག་ཨ་ནི་གཅིག་གཉིས་སེ་དེ་འདྲས་སྐབས་རེར་ལམ་སྟོན་བྱས་ནས་ཉོ་དགོས་ཡས་རེད་སྐབས་རེར་ཁོ་རང་ཁོ་རང་ཧ་གོ་ནས་ད་ཉོས་དང་ལས་བྱེད་དོ་འདི་ལ་ཡིན་གཅིག་མིན་གཅིག་གིས་དངུལ་འགྲོ་སོང་སྟོན་ཟེར་ནས་ཉོས་ཡས་བྱས་རེད་བ། ང་ཚོ་ནམ་རྒྱུན་ཡིན་པ་ཡིན་ན་དེ་འདྲས་ལབ་སྲོལ་འདུག་བ་སྐབས་སྐབས་ལ་ཨེ་འདྲས་ཡོང་གི་འདུག་བ། སྤུ་གུ་གི་དེབ་གང་དེ་ནས་ལ་ཁྲི་ཡེ་དེབ་སྤོས་དགོན་པོ་ཆེ་ཏི་ཁྲི་བ་ཡིན་ནི་སྤུ་གུ་དེ་དེ་དེབ་དེ་སྤེལ་སྙན་པོ་ཡོད་རེད་ང་ལ་ཉོས་དང་ལེན་ཨུ་ཚུགས་འདྲ་བོ་རྒྱག་བ་ཡིན་ན་ཕ་མ་གི་རོ་དེབ་ག་རེ་ཉོས་ཡོད་རེད་བླ་བྲོའི་ནང་ལོགས་ལ་དཔོན་ཚོས་ཡོད་རོགས་མི་འདེ་བླ་བྲོའི་དཔོན་ཚོས་ནང་ལོགས་རེ་ཉོས་དགོས་ཡས་ཡོག་མ་རེད་སེ་མི་འདེ་ཨོ་ཨོ་འདུག་སེ་ལབ་ཀི་འདུག་འདི་མ་གསུང་བ་བྱེད་རོགས། སྤུ་གུ་ཉོས་གི་དེབ་ལ་འགྲོ་སོང་བཏང་གི་ལབ་ཡོད་ན་ད་ཉོས་དགོས་ཡས་ཏག་ཏག་རེད་སེམས་ན་ཉོས་བཅུག་བ་ཡིན་ན་ཡག་པོ་འདུག་ཨ་ནང་ལ་སླེབས་བྱས་ཡིན་པས་ན་ཨ་ནང་མི་གཞན་པ་ཚོ་ལས་ད་རིང་བཀྲ་ཤིས་ཀི་རོ་བྲོས་མ་གི་དེབ་ཉོས་རེད་ད་མི་འདེ། དཔེ་ཡག་པོར་དག་མི་འདེ་འོ་འདུག་བྱས་ནས་ཞུ་ཡས་དེ་དཔེ་གལ་ཆུང་པ་ཡིན་ཟེར་རོ། འོ་འདི་བྱས་ན་སྤུ་གུ་དེའི་འོ་ད་དེབ་ཉོ་ཡས་དེ་དཔེ་གལ་ཆུང་པ་ཡིན་ཟེར་རོ་ངེད་ཀྱི་དེབ་ཉོ་རྒྱོ་དེ་ལ་པ་ལ་འམ་ལ་དཔེ་དགའ་དོག་པོ་བྱེད་ཟེར་རོ་འགྲོ་སོང་བཏང་ཡས་བཏང་གི་འདུག་རོ། ད་དེབ་ཉོ་ནས་ཐ་མ་ག་བྱས་ན་ལོག་ཡས་རེད་བ་ད་ཡིན་རྒྱུ། ལོག་ལ་ཡས་དེ་ནས་ཨ་མཇུག་མ་ཁོང་ཚོ་ཁོ་རང་ལོག་ཡས་ལུག་རེད་མ་ལོག་བ་ཡིན་ན་ད་ཁྱང་ཉོས་སོ་བ་ད་ལོག་རེད་མི་འདེ་བྱམས་པ་གྲོ་ལག་རེད་མི་འདེ་འོ་འདུག་ཟེར་ལ་བས་ཚོ་ཚང་མ་ནད་འགའ་ཆུང་པོ་རེད་ཟེར་རོ་འདུག་བྱས་ནས་ད་ཁོ་ཡུལ་ཐོག་ནས་རོགས་པ་བྱས་ཏེ་དཔེ་གལ་ཆུང་པོ་རེད་ཟེར་རོ།

ཁོ་རང་ཁྱོ་ག་ཆགས་ཡོད་སྐབས་ལ་རོ། ང་ཁྱོ་ག་རེད་མི་འདི་སྐྱིད་སྨན་ལས་དེ་བརྡུངས་ན་དེས་འགྲིག་གི་རེད་བསམ་བསམ་འདྲ་བོ་བྱོས་རོ། འོ་དེ་འདྲའི་འདྲ་བོ་ཅིག་རེད། དག་ན་བཞིན་གྱིས་སྐྱིད་སྨན་གྱིས་ད་ཁྱོ་ག་ཡོད་རོ། ཨ་མ་གྱིས་པཱ་ལ་ལ་བྱེད་སྟངས་འདྲ་བོ་བྱོས་རོ། དེ་ཚོའི་གྲང་བ་སྤུ་གུ་ལ། ཅིག་མི་སེམས་ཀྱི་གནད་འགག་ཆེན་པོ་བྱས་ནས་ཕག་ཚོས་རོ། ཆམ་པོ་བྱེད་ཡས་དང་སྤུ་གུ་ལ་མིག་དཔེ་ལྟོས་ནི་དཔེ་གལ་ཆེན་པོ་ཡིན་ཟེར་རོ། ད་སྐབས་རེ་སྐབས་རེ་ཡང་གཅིག་དེ་རིང་ད་ཕྱི་རྒྱལ་དེ་ཚོ་ནུབ་ཕྱོགས་པ་བྱེད་སྟངས་དེ་འདྲ་བྱེད་དགོས་མ་རོགས། ཁྱོ་བ་ཀྱི་མིང་གཅིག་འཆམ་པོ་ཡོད་སྐབས་ལ་ཤི་བོ་འཆམ་པོ་ཡོད་ཟོས་འགྲོ་བོ་ཕྱིར་རོ་བེད་ཁོ་ན་ང་ཚོས་གི་ཏག་ནས་ལྟ་མ་ནུས་བའི་འགྲོ་བོ་དེ་འདྲ་བྱེད་གི་རོགས་ཁོང་ཚོས་ཤི་བོ་འཆམ་པོ་ཡོད་དོག་དོག་བྱེད་ཨ་ནི་ད་བ་དང་ལོ་མ་ཁྱེར་གོང་ནས་བེད་ཁོ་ཁ་ཆག་ནག་ཆག་རེད་ཚ་ནི་རོགས་གྲ་མ་འདྲ་བྱེད་ཤེས་གི་དོག་ད་ག་རེ་ར་གཅིག་ལམ་སང་ལམ་སང་གཅིག་སྐྱེས་དམན་བརྗེ་ཆོག་ཆོག་ཁྱོ་ག་བརྗེ་ཆོག་ཆོག་རོགས་འདི་ཚོ་སྤུག་ལ་ཡག་པོ་ཡོག་མ་རོགས་ད་ཡིན་རྒྱུ། ཅིག་འདི་འདྲའི་ད་ཇི་དགོས་ཡོད་མ་རེད་བ་ནམ་རྒྱུན་ཕག་ཚོས་ཅིག། ཅིག་སྤུ་གུག་གི་མདུན་ལ་དངོས་གནས་དྲང་གནས་ཀྱིས་ཅིག་ཁྱོ་ག་ཁྱི་སྨན་དང་བཟའ་ཚང་གི་བ་རུ་ལ་ཕག་ཚོ། ཅིག་བརྩེ་བ་སྟོན་སྟངས་ཡིན་ན་རེད་ཕག་ཚོ་གུས་བཀུར་བྱེད་སྟངས་ཡིན་ན་རེད་ཕག་ཚོ་བསམ་ཤེས་བྱེད་སྟངས་འདི་ཚོ་ཚང་མ་ཡག་པོ་བྱེད་པ་ཡིན་ན་རེད་དགོས་འོས་སྐབས་ལ་ཡག་པོ་བྱེད་པ་ཡིན་ན་ནི་སྤུ་གུ་འདི་ཚོའི་སེམས་པ་སྐྱིད་འོས་རེད་ངས་བ་ལམ་ལ་དཔེ་ཆམ་པོ་བྱེད་ཀྱི་འདུག་རོ། ཨ་མ་གིས་བ་ལ་ལ་དཔེ་ཆམ་པོ་བྱེད་ཀྱི་འདུག་ད་བ་ལ་གྱིས་ཨ་མ་ལ་ལ་དཔེ་ཆམ་པོ་བྱེད་ཀྱི་འདུག་ད་གུས་ཞབས་བྱེད་ཀྱི་འདུག་ད་ཕག་ཚོ་རོ། འོ་དེ་ཞུ་དུས་སྤུ་གུ་འདི་ཚོའི་ནང་གི་ཁོར་ཡུག་འདི་དཔེ་སྐྱིད་འོས་རེད། ནང་མི་གཉིས་དེ་བས་དོན་དག་མེད་བ་ལ་ཉི་མ་གཉིས་པ་འདུག་པ་རྩེད་རྒྱབ་སྡོད་དགོས་ན་སྤུ་གུ་དེ་བླ་བྲ་ལ་འགྲོ་བའི་སྐབས་ལ་སྐྱིད་བོ་བཅས་ཡོད་མ་རེད། བྱུང་བས་འདི་ཁྱི་ནི་ཁོ་འཛིན་གྲྭ་ལ་འགྲོ་བའི་སྐབས་ལ་འཛིན་གྲྭ་ནང་ལོགས་ལ་ཁོ་ལས་ཀ་དེ་ལས་སླ་བོ་ཡོད་མ་རེད་ཁོ་བསམ་བློ་བཏང་ནས་ལས་ཀ་བྱོས་དུས་ནང་ལ་ཕ་མ་རྒྱབ་འདེགས་ཤོད་རྒྱབ་དུ་ཁོ་འཁོར་བསྡད་བའི་སྐབས་ལ་འཛིན་གྲྭ་ལ་ཁོ་དོ་སྣང་བྱེད་ཐུབ་མ་རེད། དོ་སྣང་བྱེད་མ་ཐུབ་ན་ཁོ་སློབ་སྦྱོང་དེ་ཡག་པོ་ཡོང་དགོས་བ་མ་རེད། སློབ་སྦྱོང་ཡག་པོ་མ་བྱུང་བ་ན་འཛིན་གྲྭ་ནི་རྒན་ལགས་ཡི་བཀའ་བརྒྱུད་རག་སྲིད་ཀྱི་རེད། ཡང་དག་ན་ཞིག་ཡིག་རྒྱུགས་བསྡུ་ཚད་ཡག་པོ་འཕྲོད་ཀྱི་ཡོད་མ་རེད་འདི་ཡིས་ཡང་སྐྱོད་ཁོ་ལ་དཀའ་ངལ་ཅིག་ཡོང་གི་ཡོད་རེད། ལོ། དེ་ནས་ནང་ལ་ལོག་དགོངས་དག་ལོག་ཡོང་དུས་ཁོ་སྐྱིད་བོ་ཆེ་ཡོད་མ་རེད་ཡང་ནང་ནང་ལོག་ལ་བར་ལམ་ལ་ཡང་མ་འགྲིག་བ་ཅིག་ཅིག་ལབ་གི་རེད་ཅིག་ཁོ་གཉིད་བྱམས་པོ་བྱེད་ཀྱི་མ་རེད་བསམ་ནས་ཁོ་ནང་ལ་ལོག་གཉིད་འཁྲུག་གི་མ་རེད་རང་ཡང། ཨ་ཡ་འདི་འདྲའི་པར་རུག་ལ་རོ་ཨ་ནི་སྤུ་གུ་དེ་ཚོ་དཔེ་མི་སྲིད་ཀྱི་ཁོང་ཁྲོ་ཚ་བོ་དང། ཨ་ནི་སྐད་ཆ་མ་བཤད་ངེས་ད་རོ་ཨ་གྲོགས་པོ་གྲོགས་མོ་ཡི་སྐད་ཆ་བཤད་བ་ཡིན་ན་རླུང་ལངས་པོ་དེ་འདྲས་ད་རོ་དེ་འདྲས་ཆགས་འགྲོ་གི་འདུག་ཨ་ད་འདི་བྱེད་དུས། ཕ་མ་གཉིས་ཀྱིས་ཡིན་གཅིག་མིན་གཅིག་གི་རོགས། གཅིག། སོ་སོ་རང་གིས་དངོས་གནས་དྲང་གནས་ཀྱི་འཆམ་པོ་བྱས་ཏེ་དཔེ་གལ་ཆེན་པོ་རང་ཡང་འོ་ཏི་ཉིས་འཇོམས་ཀྱི་དགོངས་པ་བཞེས་དགོས་ཀྱི་འདུག། ཨ་ནི་ད་ག་ནང་བཞིན་གྱིས་ད་ང་ཚོ་སྐྱེས་སྐར་ལས་དེ་བཏང་གི་ཡོད་རོ། དེར་སང་སྐྱེས་སྐར་བཏང་ཡ་ལ་དཔེ་དར་སོ་ཆེན་པོ་འདུག་ད་ཡག་པོ་རོ། མི་སྐྱེས་ཡོད་ན་ཡག་པོ་རེད་ད་ར་མི་སྐྱེས་རོ། དཔེ་ཡག་པོ་རེད་ཡིན་ནས་ད་སྐྱེས་སྐར་བཏང་དུས་ག་ལོག་སོང་ན་ད་ཁྱེད་རང་སྐྱེས་ནི་དཔེ་ཡག་པོ་རེད། ད་དཔེ་ཁོ་ན་ཁྱེད་རང་སྐྱེས་བ་དེ་དཔེ་དགའ་ཚོར་ཆེན་པོ་བྱུང་སོང་ཟེར་རོ། ཨ་ནི། ད་ག་ཚད་བཀྲ་ཤིས་ལོ་ལེགས་ཟེར་ལ་འདི་རྟེན་འབྲེལ་གནང་གི་ཡོད་རེད་བ། འདི་བྱེད་དུས་ཨ་ནི། སྐྱེས་སྐར་སྐབས་ལ་ད་ཅིག་ག་ཚད་སྐྱེས་སྐར་གྱི་ཅིག། དེ་ཀེག་དེ་འདྲ་ཡོད་རེད་བ། དེ་འདྲའི་ཐོག་ནས་ཅིག་བཏང་གི་ཡོད་རེད་ད་ནང་བཞིན་གྱི་ཅིག་ཕག་ཚོ་ཁ་ལག་བཏང་ཡ་ད་ནི་ཡོང་གི་འདུག་ད་འདི་ཚང་མ་ལམ་ལུགས་སྲོལ་རེད་ཁོ་རང་ཡས་འབྲི་གི་ཡོད་རེད་སོ་སོ་ག་རེ་གནང་གི་ཡོད་ནས་འབྲི་གི་རེད་བ། ཡིན་པས་ན་ང་རང་ཨེ་འདྲས་ཅེས་བསམ་དགོས་སྐབས་རེ་སྐབས་རེ་སོ་སོའི་སྤུ་གུ་དེ་ཚོ་ལ་ཅིག་དྲི་ལོག་དང་དེབ་དང་དེ་འདྲས་ཡང་ཅིག་ཀློག་ཡས་ལ་གལ་ཆེན་པོ་ཡིན་ས་ཨ་ནི་སྐྱེས་སྐར་སྐབས་ལ་རོ་སྐབས་རེ་སྐབས་རེ་སྤུ་གུ་ལ་ཅིག་ཡང་ཕ་མའི་གིས་ད་དེ་རིང་བཀྲ་ཤིས་དང་སྒྲོལ་མ་དང་ཁྱེད་རང་ཚོའི་སྐྱེས་སྐར་རེད་བ་ཟེར་བ་དེ་བྱས་དུས་ཕ་མའི་གིས་དེབ་རྙན་པ་ཉོས་ནས་སྤྲད་དྲ་བོ་དེ་འདྲ་ཡོད་རོ་དེབ་ཡག་པོ་ཁོ་རང་ཚོ་དགའ་བོ་དེ་འདྲས་དེབ་དེ་འདྲས་རྙན་པ་སྤྲད་རེད་བ་ཨོ་འདི་ག་རེད་དགའ་འདོད་སྐབས་རེ་སྐབས་རེ་དེབ་ཁ་ཤས་ཕེབས་མི་སྲིད་གི་ཅིག་མི་ཚེ་ནང་ལོག་ཕན་ཐོག་ཡས་དེ་འདྲས་ཡོང་བསྡད་ཀི་རོ་སྤུ་གུ་ལྟས་གན་པ་དེ་འདྲས་ཡིན་པས་ན་དེ་ཚོ་སྣང་ཡས་དྲ་བོ་རེད་བ། འདི་པ་ལ་ཡིས་བསྙེན་པ་ཡིན་ཨམ་ལ་ཡིས་པ་ལམ་ལ་གཉིས་ཆར་བསྡོམས་ཏེ་བསྙེན་པ་ཡིན་ཟེར་དེབ་དེ་འདྲ་བཅས་ཡོད་གལ་ཆེན་པོ་རེད། ད་ནང་བཞིན་གིས་པུའུ་ཁོ་རང་ཚོ་ལས་དེ་འདྲའི་སློབ་གསོ་ཞིག་བྱ་བ་ཡིན་ན། ཁྱང་སྐྱེས་སྐར་བཏང་བའི་སྐབས་ལ་གྲོགས་པོ་གྲོགས་མོ་ལ་ཞལ་ལག་བལྟ་བཏང་གིར་བ་སོ་ཅིག་ཅིག་ག་རེ་ཅིག་ནམ་རྒྱུན་བྱེད་ཡ་ཞིག་ལ་དེ་ཚོ་བྱེད་ཀྱི་རེད། ཨ་མཉམ་དུ་མཉམ་དུ་གྲོགས་པོ་འདི་ཚོ་ལ་སྐབས་རེ་སྐབས་རེ་དེབ་དེ་འདྲ་རེ་རེ་བཞིན་བསྙེན་པ་ཀྱིས་སྤྲེལ་བ་ཡིན་ན། འོན་ཀྱང་གཟི་དཔལ་ཡག་པོ་ཡོད་རེད་ཟེར་ལ་བས་ན་འདིའི་དྲང་དེ་ང་ཚོ་སྤྱི་ཚོགས་ཁོ་རང་ནང་ལོགས་ལ་བལྟས་སི། འགྱུར་བ་གཏང་དགོས་དེ་གལ་ཆེན་པོ་ཐང་གི་དོ་གལ་ཆེན་པོ་ཐང་གི་དོ། ད་དེ་མིན་པར་བྱས་རོགས་གཅིག་གཅིག། རྒྱས་སྤྲོས་ཆེན་པོ་དེ་འདྲས་བྱིན་བཏང་བསྡད་རོགས་སྐྱེ་གར་ལ་བཏང། ཨ་ཡིན་ཡིན་པ་ཡིན་ནས། གཅིག། སྐབས་རེ་སྐབས་རེ་ར་སྐྱེ་གར་བཏང་རྒྱོ་དེ་རོགས་ཡང་གཅིག་ཡ་ག་ཆགས་སི་ནས་གལ་མིན་ནི་སྐབས་རེ་སྐབས་རེ་དཀའ་ངལ་དེ་འདྲས་ཆགས་བསྡད་དེ་ནས་ཡོང་བསྡད་གི་དོ། དེ་འདྲས་མ་ཡོང་བའི་ཆེད་དུ་རོགས་གཅིག་གཅིག་ལུགས་སྲོལ་དེ་འདྲས་ང་རང་ཚོས་མང་པོ་ཡོར་དེ་ཡིན་ནས་ཁ་ཤས་ཁ་ཤས་ལ་བལྟས་སེ་ཟིན་ཡང།

ང་རང་ཚོ་རྩེར་ཁ་ལོག་རེད་ད་ང་དེང་འདི་འདྲ་ད་ང་ཞི་བ་ཧ་གོ་གི་མེད་རེད་བ་ཡིན་པ་ཡིན་ནའི་ང་རང་བསམ་བློ་ག་རེ་ཡོད་ཟེར་ན། གཅིག་འདི་ཡི་གེ་བྲི་ལོག་གཅིག་པོ་ལ་རེད་བ་འདི་མེད་པ་ཅིག་རེད་བ་ཡི་གེ་བྲི་ལོག་གཅིག་པོ་མེད་པ་ཅིག་རེད་བ། གཅིག་འདི་འདྲ་ལེགས་འདུག་སྐབས་རེ་སྐབས་རེ། ཡི་གེ་ད་བྲིས་ལོག་བྲིས་ཡས་ལོག་ཡས་དེ་ཚོ་ཚང་མ་བཙལ་རེད་གོ་ལ་ད་ནི་ཡང་གཅིག་ཡོང་གི་རེད་ག་རེ་ཟེར་མི་ཚེ་གི་གཅིག་ཕན་ཐོག་ཡས་མང་པོ་ཞུ་སི་ལས་འདི་གི་རེད་བ། ཡིན་པ་ཡིན་ན་ཡང་ང་རང་ཚོའི་སྤུ་གུ་ཁ་ཤས་རང་ཡང་ཡི་གེ་བྲིས་ཡས་དང་ཀློག་ཡས་ལ་དག་ཅིག་དག་དགའ་བོ་མེད་བ་ཡིན་ནའི་རེད་ག་རེ་ཡིན་ན་རྩལ་མེད་བ་ཡིན་ན་རེད་ག་རེ་ཡིན་ན་ཏེ་སུ་ཡོང་བསྡད་ཀྱི་རེད་ཡིན་པ་ཡིན་ན་ཁོ་ལ་སྒྱུ་རྩལ་ཞན་པ་དེ་འདྲ་ཡོད་རེད་བ། དཔོན་མི་སྲིད་ཀྱི་ཞལ་ལག་བཟོས་སྟངས་ཡག་པོ་ཡོད་དགོས་རེད་རི་མོ་བྲིས་ཡས་ཡོད་རེད་གཞས་བཏང་ཡས་ཡོད་རེད་དང་ན་ཤིང་འདེ་བ་ལ་ལག་རྩལ་དཔེར་ན་ཤིང་གི་ལག་རྩལ་ཡོད་རེད་ལྕགས་ཀྱི་ལེག་རྩལ་ཡོད་རེད་དང་ན་ཤིང་གི་ཁ་ལག་ལ་ཡང་འདྲ་མ་འདྲ་ཞིའུ་ཞིག་འདུག་བ། དེ་ཚོའི་ཐོག་ལ་ཁ་ཤས་དཔེ་གཡེང་འདུག་བ་དཔེ་མི་སྲིད་མཁས་བོ་འདུག་བ་དེ་ཚོ་དྲང། འདི་ཚོའི་དྲང་ཡས་ང་ཚོ་ཡང་ཅིག་སེམས་པ་ལ་བཞག་བྱས་པུ་གུ་ལ་སློབ་སྟོན་བྱས་ཏེ་དཔེ་གལ་ཆེན་པོ་ཡིན་ས་རེད། རང་ཡང། འདིའི་ཆ་གོ་ནས་ད་སྤྱི་བཏང་གི་སོ་སོའི་གི་མི་ཚེ་གཅིག་ནང་ལོག་ལ་མི་ལུས་གླན་ཚ་བའི་རྗེས་ལ་མི་ཚེ་ཅི་ད་སྐྱེལ་གོ་གི་ར་ཁོ་སྐྱེལ་ལ། སོ་སོའི་གི་གི་འཇོན་ཐང་དང་དབྱིངས་དང་ག་རེ་ཐོག་ནས་སྐྱེལ་བ་ཡིན་ནའི་འགྲིག་གི་ཡོ་རང་ཡང། ཁ་ཤས་གི་རི་མོ་གི་ལམ་ཐོག་ནས་ཁ་ཤས་གི་ཞལ་བཏང་ནས། རང་ཡང། ཡང་ཁ་ཤས་གི་དེ་བ་ཞལ་ལག་འདྲ་མ་འདྲ་བཟོས་བྱས་ར་བ་ཁ་ཤས་ཚོང་བརྒྱ་ཡས་ཡག་པོ་ར་ཁ་ཤས་སྐད་ཆ་བཤད་སྟངས་ཡག་པོ་ད་བ། རང་ཡང། འདི་འདྲའི་སྟབས་སུ་གྲང་མ་འཁྲུལ་ཞིང་ཐོག་མཐའ་བར་གྲངས་ཀ་ག་ཟག་དེ་ང་ཚོས་གྲངས་ཀ་རྒྱག་ཐུབ་མ་ཐུབ་ཡོད་དེ་འདྲ་ཡོད་ར་གྲ་མ་གྲ་ཅིག་རེད་ཁ་ཤས་ཞིང་ལས་བྱེད་རྒས་པོ་ཡོད་རྒྱུ་རོ་རང་ཡང་ཁ་ཤས་ཀྱི་སྟོན་ཐོག་ཐོག་ལ་ཁེལ་བ་ཡོང་སྲིད་རེད་ཚོང་གི་ཐོག་ལ་ཚོང་རྣམ་པ་གྲ་མ་གྲ་ཚོང་ཚང་མ་གཅིག་པ་རེད་མི་འདུག་བ་ད་ཚོང་རྒྱག་སྟངས་དེ་ཚང་མ་ར་བ་འོ་དེ་འདྲ་གི་ཐོག་ལ་གཡེང་སྡོད་རྒྱུ་ཡིན་གཅིག་མི་གཅིག་འདི་གཅིག་ཧ་གོ་བ་གཅིག་བྱས་ཁོ་རང་བྱས་ནས་ཨ་ནེ་སྤུ་གུ་གི་རྩལ་དང་ཅིག་ནུས་པ་དང་འདི་ལ་ལྟ་ནས་ང་ཚོ་ལམ་སྟོན་བྱས་ཏེ་དཔེ་གལ་ཆེན་པོ་ཡིན་ས་རེད་རོ། ད་ལྟ་ང་ཚོའི་སྤྱི་ཚོགས་ནང་ལོ་སྐབས་རེར་ཨིན་ཏྲའི་གཞུང་འདི་ཡིད་དོ། གཅིག། སོ་སོའི་གི་སྤུ་གུ་དེ་ལ་ཡི་གེ་བྲིས་ལོག་གི་གཅིག་ཞིའུ་གཅིག་ཏས་གཅིག་ཤུགས་ཆེན་པོ་མེད་བ་ཅིག་ལོན་གི་མེད་བས་ན་ཨ་ནི་སྤུ་གུ་དེ་ལ་དཔེ་དམའ་འབེབས་དང་ཡ་ཞིག་མེད། རོ། ཨ་ནི་ཁྱོད་ད་ལྟ་སྦྱོང་གི་མེད་བས་ཡིག་རྩལ་ནི་ཡིག་རྩལ་དེ་ནི་ཁྱོད་ལོང་གི་མི་འདུག་རོ་ཡིག་རྩལ་ནི་ཁྱོད་ག་དུས་ཡིན་ནས་མ་ལོང་བ་རྐྱང་རེད་ཅེས་ཡིག་རྩལ་མ་ལོང་བ་རྐྱང་ལས་དུས་གི་མེད་ད་ཁྱོད་ཞབས་འདྲེན་ཞུ་གི་འདུག་རོ། རོ། འོ་དེ་འདྲས་དེ་འདྲས་ཅན་གཅིག་ལབ། ཨ་ནི་ཁོ་ལ་དམའ་འབེབས་བཏང། ཨ་ནི་ད་དེའི་སྤྱི་ཚོགས་མང་པོ་ནས་སླེབས་འདུག་ཡུལ་རོ་ཕ་མ་ཡས་དང་ར་ལབ། ཨ་ནི་ལབ་འདྲའི་ངོས་ནས་གབ་རེ་གབ་རེ་འོ་དེ་འདྲས་འདྲའོ་ཞེས་ཐག། ཨ་ནི་ཡིག་རྩིས་ཡག་པོ་ཡོད་རྒྱུ་པུ་གུ་དང་ཡག་པོ་རེད་བ་ཡི་གེ་དང་རྩིས་དེ་ཡག་པོ་རེད་ཁོང་ཚོའི་གྲངས་ཡང་ཡག་པོ་རེད་ད་ཡིན་རྒྱུ། ཡིན་ནའི་ཁོང་ཚོ་ལ་ད་བསྟོད་བསྔགས་མང་པོ་དང་ཡིན་ནའི་ལབ་འདྲའི་ནང་ལོགས་ལ་པུ་གུ་ཁ་ཤས་ག་རེ་ཡོད་ཟེར་ན། ཡིག་རྩིས་ཡག་པོ་ཡོད་བ་མ་རེད་དེ་ཡིན་ནའི་རྩལ་ཞབས་འབག་དེ་ཡོད་རེད་ད་ཁོ་ལ། རྩལ་མང་པོ་ཡོད་ཡོད་དེ་རྒྱུ། དེ་ཚོ་ལ་གབ་རེ་གབ་རེ་ངོས་འཛིན་ཐུག་གི་ཡོད་མ་རེད་ང་ཚོ། ཨ་ནི་ཁོང་ཚོས་བསམ་གི་ཡོད་རེད་བ། ད་ང་ཚོ། བལ་ཆེན་བལ་ཆེན་བདུད་རྩི་འཕྲང་འདི་སྤྱི་ཚོགས་ནང་ལོགས་ལ་ཕན་མ་ཐོགས་པ་དེ་ཡིན་ས་རེད་རོ་ང་གལ་ཡིན་ས་མ་རེད་བསམ་ཡ་དེའི་སྒང་ནི་མི་ཚེ་སྤུའི་ཐུགས་ཀྱི་མེ་བའི་སོལ་ར་ཞིག་རོ། འོ་དེ་འདྲ་ང་ཚོ་དཀའ་བས་དཀའ་བས་ཡོང་གི་འདུག་འདི་བྱེད་དུས། ཁོ་རང་ཐབས་ཤེས་བྱེད། ཡི་གེ་དང་རྩིས་སྒང་ལ་ཐབས་ཤེས་བྱེད། འདི་ཁོ་ཐབས་ཤེས་བྱེད་ཚར་བའི་རྗེས་ལ་ཨ་ནི་ཡོང་གི་མེད་བ་ཡིན་ན་ད་རྩལ་ཞམ་པ་གར་འདུག་རང་ཡང། རྩལ་ཞམ་པ་འདིའི་ཐོག་ནས་ཁྱེད་རང་མི་ཚེ་ཧྲ་དག་དག་སྐྱིབས་ཐག་ཆོད་སྤུས་ཡལ་ཡོར་དག་མི་འདེད་འདི་ཁྱང་ཤུག་གྱང་འགྲིག་ཡོད་རེད་རོ། རོ། ཁ་ཤས། ཐབས་ཤེས་བྱེད་ནས་ལོངས་སྐུ་ཡོང་མ་རེད་ཁ་ཤས་དབྱིངས་ཡོང་མ་རེད་དེ་ཚོ་ལས་རོ། ཨ་ཁྱང་དབྱིངས་ག་རེ་ཡོད་རོ། འདི་རྩད་གཅོད་བྱེད་ནི་སྤུ་གུ་དེ་ལ་ལམ་སྟོན་བྱས་རྗེས་རྒྱབ་སྐྱོར་བྱས་ནི་འགྲོ་དེ་དེ་དཔེ་གལ་ཆེན་པོ་རེད་ད། ང་ཚོས་ཡིན་གྱི་བྱེད་ཀྱི་འདུག་སོ་སོའི་སྤུ་གུའི་དེ་ཡིག་རྩིས་ཡག་པོ་མེད་ནི་ད་བད་ཁོ་ར་ཐག་ལྷུང་བ་སོགས་འདྲ་བོ་ཅིག་སྐད་ཆ་བཤད་སྟངས་དང་ཨ་ནི་རེ་བ་རྒྱག་སྟངས་ཆེ་བ་ཡིན་ན། འདི་ཏག་ཏག་ཅིག་བསྡད་ཀྱི་མི་འདུག་དེ་རེད་བསམ། སྤྱི་དང་ཤེས་ཡོན་གྱི་ནང་ལོགས་ལ་འགྱུར་བ་ད་མང་པོ་འགྲོ་གི་ཡོད་རེད་དེ། ཡིན་མ་ཡིན་ད་དོན་ང་ཚོས་འདི་གི་གི་དགོངས་པ་བཞེས་སྟངས་འདི་ད་དོན་སྤྱི་ཚོགས་ནང་ལོགས་ལ་འདི་སེལ་ཐུག་གི་མི་འདུག། སེ་ཐུག་མི་འདུག་རོགས་འདི་དེ་རེད། འདི་ཅིག་བསམ་གཏང་དགོས་ཀྱི་འདུག་ཡིན་པ་ཡིན་ནས། ཡི་གེ་བྲིས་ལོག་ཤེས་ཀྱི་ཡོད་ནའི་རེད། རང་ཡང་ཡིག་ལོ་ཚུགས་ལོག་ཤེས་ཀྱི་མེད་ནའི་རེད། རང་ཡང་རྩལ་ཞམ་པ་ག་རེ་མོ་ག་རེ་ཡོད་ནའི་རེད། ཚང་མ་ལ་ཕན་མཐོ་བའི་དེ་མཉམ་འགྲོ་ལ་ཡོད་དགོས་དེ་ག་རེ་རེད་འདུག་ཟེར་ན་རང་ཡང་བཟང་སྤྱོད་དེ་རེད་ཞུ་ད། བཟང་སྤྱོད་དེ་ཚང་མ་ལ་དགོས་རེད་ད། རང་ཡང། ཡིག་གེ་བྲིས་ལོག་ཤེས་མཁན་མི་ཅིག་ལས་བཟང་སྤྱོད་མེད་བ་ཡིན་ན་བྲིས་ལོག་ཤེས་མཁན་གྱི་དཔེ་དཀའ་ངལ་གཏང་གི་འདུག་ཨང་ཡང། འོ་དེ་རེད་དོ། རོ། ཁ་ཤས་དཔེར་ན་ཆ་ཤས་ན་ཡི་གེ་བྲི་ལོག་ད་ཡག་པོ་ཡོག་མ་རང་ལས་ཀ་དེ་ཚོ་ཚང་མ་ནམ་རྒྱུན་གི་ལས་ཀའི་གི་ཐོག་ནི་རོ་ཅིག་ངལ་རྩོལ་རྒྱ་ཡས་གི་ལས་ཀ་དེ་འདྲ་རོ་འདུག་དཀའ་ལས་རྒྱ་ནི་གཟུགས་པོ་གི་དཀའ་ངལ་མང་པོ་རྒྱབ་དེ་ལས་ཀ་དེ་འདྲ་རེད་དོན་གྱི་རོ། ཡིན་པ་ཡིན་ན་མི་དཔེ་བཟང་སྤྱོད་ཡག་པོ་ཡོད་བ་ཡིན་ན། ཅིག་ཡ་རབས་སྤྱོད་བཟང་ཡོད་བ་ཡིན་པ་ན་ཁུལ་གྱི་སྤྱི་ཚོགས་ནང་ལོག་ལ་བརྡབ་གསིག་བཏང་གི་མ་རེད་ད་འདི་མང་ང་ཕན་གྱི་དོ། ཡི་གེ་བྲི་ཀློག་ཞེའུ་ཡག་པོ་ཡོད་རྒྱུ་ཡིན་པ་ཡིན་ནས་རང་ཡང་བཟང་སྤྱོད་མེད་པ་ཡིན་ན་ཨ་ནི་སྟབས་སེ་དཔེ་མང་པོ་བཏང་གི་འདུག་བ་ད། འདི་བྱེད་དུས་རང་འདི་ཚོ་གོ་ཡས་ཚང་མ་བྲི་ཀློག་ཤེས་ནི་མི་ཚེ་སྐྱེལ་གི་ཡོད་ན་རེད་བྲི་ཀློག་མེད་པ་བྱས་ནི་རྩལ་ཞམ་པག་གི་ཐོག་ནས་མི་ཚེ་སྐྱེལ་གི་ཡོད་ན་མི་ཚེ་སྐྱེལ་ཐུབ་གི་ཡོད་རེད་ཡིན་ནས་འདི་ཚང་མལ་གི་སྒང་ལ་རོ་ཨ་བཟང་སྤྱོད་དེ་ཡིན་གྱི་མིན་གྱི་གི་ད་གནད་འགག་ཆེན་པོ་ཆགས་གི་རེད་སོ་སོ་ལས་མི་མང་པོ་ཞེའུ་ཅི་འཁོར་གི་རེད་འདི་བྱས་པ་ཡིན་ན་ཨ་ནི་སྐྱིད་པོ་ཡོད་རེད་སོ་སོ་མི་ཚེ་སྐྱིད་པོ་རོ་ཨ་འདི་བྱེད་དུས་ད་ཕ་མེས་གི་ག་ཅིག་གོ་ཟེར་ན་ཕ་མེས་གི་གི་རང་ཡང་གང་དུ་ཚུགས་གོང་ལ་གོང་པོ་ག་རེ་དགོངས་པ་ལ་བཞག་ཅེས་ཉམས་རྟོགས་ལ་བཟང་སྤྱོད་དང་མ་འཐོར་བ་ཅིག་དགོས་དགོས་རེད་བཟང་སྤྱོད་དེ་ཡིན་འཇིག་མི་འཇིག་གི་རེ་བ་ཨ་སྤུ་གུ་ལ་ཅིག་བསླབ་དགོས་ཡས་དེ་དཔེ་གལ་ཆེན་པོ་རེད་སྤུ་གུ་དེ་ཚོ་ལས་ཁོ་རང་ཚོ་ལས་མ་འོངས་པ་ལ་སྐྱིད་པོ་ཡོང་གི་རེད་ང་ཚོ་བོད་པའི་ལག་གི་ཡོ་ད་ཨ་ས་ཆ་ག་བ་འགྲོ་ནས་བྱ་ཆང་ལོངས་སྤྱོད་ཀྱི་གྲུ་གུ་རེད་ལས་བྱོ་བ་ད་དེའི་ཕེབས་དེའི་བཞུགས་ལ་ངས་རག་གི་རེད་ཟེར་ལ་ཡོད་ཅིག་ཡོད་རེད་ཤེས་མི་བཟང་སྤྱོད་མེད་བ་ཡིན་ན་གྲི་ལོག་ཤིང་གི་ཡོད་ནས་རེད་མིག་གཡོའི་མགོ་བཙུགས་གི་འདུག་ཨ་ཡ་མིག་གཡོའི་གྲུ་གུར་ད་ད་ཁོའི་སློབ་སྦྱོང་དང་ཞུ་ཡོར་དང་བྲིས་ལོག་ཞུ་ཡོར་དེ་ནི་མི་ཡག་པོ་མེད་ཐག་ལས་ཀྱི་མེད་ཨ་ནི་མི་གཡོ་དྲོད་ཨ་མི་གཡོ་ཡའི་འགོ་བཙུགས་ན་མི་ལ་མི་མ་ཁོག་ན་ཨ་ནི་སོ་སོ་རྗེས་རྗེས་ལ་སྐྱིད་པོ་ཁ་རེ་སྐྱིད་པོ་མེད་བ་ཆགས་འགྲོ་གི་ལ་སེམས་པ་སྐྱིད་པོ་མེད་བ་ཆགས་འགྲོ་གི་ཡོད་རེད་སྙེ་མ་དེ་བ་ཡུ་རོབ་དེ་བ་ལ་ཅིག་གར་ས་དཔོན་ཡོན་སྐབས་དེ་བ་ལ་ཉེ་བ་ཁོ་རང་འདིར་བཏང་ཤོས་བྱུང་རོགས་ཨ་ཅིག་རྒྱལ་བོ་དང་དེ་ཚོ་ག་ཚད་དེ་ཚོ་སྒང་ལ་གོང་མ་དེ་ཚོས་ཀྱི་ཨ་ནི་མི་ཁ་ཤས་ལ་བེད་ཁོ་རང་མི་མང་སྤྱི་ཡོངས་ནི་ཁོ་རང་མི་འདྲེ་ཁོ་མཉམ་དུ་འབྲེལ་བ་བྱེད་ཆོག་པོ་མ་རེད་སྐད་ཆ་བཤད་ཆོག་པོ་མ་རེད་ཐག་ལས་ཀྱི་མེད་ཨཱ་ནི་སྐྱེ་བྱེད་བཤེས་གཉེན་མེད་བ་ཅེས་འབྲེལ་བ་བྱེད་ངེས་མེད་ཨཱ་ནི་མི་སུ་དོགས་དོགས་དོགས་ར་ཉེས་བྱེད། འདི་འདྲ་བོ་བྱེད་ནི་ད་དེ་འདྲ། ང་རང་ཚོ་གིས་དེ་འདྲའི་རང་གི་སྤྱི་ཚོགས་ནང་ལོགས་ལ་ཨེ་འདྲ་ཆགས་བསྡད་བ་ནི་སོ་སོའི་གིས་ཀྱི་སྤྱོད་པ་དང་བཟང་སྤྱོད་ཀྱིས་མ་འདང་ནས་མི་སོ་སོ་ལ་མ་འཁོར་བ་ཡིན་ན། སོ་སོ་ཚོ་དཀའ་ངལ་ཆེན་པོ་ཆགས་འགྲོ་གི་ཡོད་རེད་རོ། རྒྱུ་དངོས་པོ་ག་ཚོད་ཡོད་ནས་ར། ཅིག་དྲི་ལོག་ག་ཚོད་ཤེས་ཀྱི་ཡོད་ནས་ར། འདི་ཡིན་ཁྱིམ་གཅིག་གི་ཕ་མ་ཚོ་གིས། སེམས་པ་ལ་བཞག་ནས་ཡང་གནང་དགོས་ཀྱི་ཡིན་ས་རེད་རོ། འདི་གཅིག་ཞུ་ཡས་ཡིན། དཔེར་ན་ཨིནྡྲའི་ལབ་སྲོལ་ཞིག་ཏུ་བ་མི་ཚེའི་ནང་ལོ་ལ་དམིགས་ཡུལ་བརྗེ་བོ་བརྒྱབ་ནས་འགྲིག་གི་རེད་ཟེར། བ་དམིགས་ཡུལ་བརྗེ་བོ་བརྒྱབ་ནས་འགྲིག་རེད་ཡིན་པ་ཡིན་ནའི། བཟང་སྤྱོད་དེ་བརྗེ་བོ་བརྒྱབ་ཡོད་ག་རེད་བརྒྱབ་རྒྱུ་ཡོད་མ་རེད་ད་ཟེར། ཁོ་ཚོས་ཡིན་པ་ནི་ཚིག་གི value ལས་ད value། ཡང་མིན་ན་སོ་སོའི་གི་རིན་ཐང་བརྗོད་ར་བ་མིའི་གི་རིན་ཐང་ལས་བརྗོད་ར་ད། འདི་བརྗེ་བོ་བརྒྱབ་རྒྱུ་ཡོད་མ་རེད། ཁ་ཞེ་དམིགས་ཡུལ་བརྗེ་བོ་བརྒྱབ་ཡོད་དམིགས་ཡུལ་གྱི་སྒྲུབ་པའི་ཆེད་དུ་བེད་ཁོ་རང་རེད་བ། ཨ་ནི། འདི་སྒྲུབ་པའི་ཆེད་དུ་གི་སྒྲུབ་སྟངས་དེ་སྤྱོད་པ་ངན་པོའི་གི་གི་ལས་ཀ་དེ་འདྲས་བྱས་ནས་འགྲུབ་ཀི་འདུག་བ། འདི་ཡག་པོ་མ་རེད། ང་རང་ཚོ་གི་ལག་གི་དང་སྤྱོད་ངན་ངོམ་སོ་ལས་ཀྱི་དེ་སྤྱོད་པ་ངན་པོ་བྱེད་ནས་ཨ་ནི་པད་ངོམ་སོ་སྟོན་ཡས་ཀྱི་དོ། འདི་འགྲིག་གི་ཡོད་མ་རེད་ད་ཅིག་དངོས་ལ་ཞུ་བ་ནང་དང་དེ་རེད། སྐབས་རེ་སྐབས་རེ་ལ་སྒྲུབ་ད་སྒྲུབ་གི་ཡོད་རེད་དེ་ཡིན་ནས་སྒྲུབ་སྟངས་འདི་ཨ་སྤྱི་ཚོགས་ལ་བརྡབ་གསིག་མང་པོ་བཏང་ནས་སྒྲུབ་བཞག་ཡས་ཡིན་ཀྱོ། སྒྲུབ་བཞག་ཀྱོ་ཡིན་ཀྱོ། ད་ནང་བཞིན་གྱི་ཅིག་ག་རེ་ནས་ཅིག་གར་ས། མི་མང་པོ་ཞིའུ་ཅིག་ལ་རེ་གནོད་པ་བསྐྱེད་ནས་ཁྱེད་རང་གི་དོན་དག་སྒྲུབ་བཞག་ཀྱོ་དེ་ཚོ་སྒྲུབ་ནས་ཆོས་སུ་གས་མི་འདུག་ཧ་ད་ཡིན་ཀྱོ། འདི་གསུང་གི་ཡོད་ས་རེད་རོ་བྱས་ཙང་ཡིན་གཅིག་མི་གཅིག་གི་བཟང་སྤྱོད་འདི། ད། མ་ལགས་བ་བྱས་ཏོ་འདི་དཔེ་གལ་ཆེན་པོ་རེད། ད་ཡིན་ནས་ཅི་ག་རེ་དགོངས་པ་བཞག་དགོས་ཟེར་ན་ར་སྤུ་གུ་ལ། འཛམ་བུ་གླིང་གི་གི། དངོས་ཡོད་གནས་ཚུལ་ལ་དཔེ་འོས་ཀྱི་ཡང་སློབ་གསོ་རྒྱ་ཡལ་བས་གལ་ཆེན་པོ་ཡིན་ས་རེད་ཡང་ང་ཚོ་བཟང་པོ་བྱིས་ལ་དུས་ར་ག་དུས་ནས་ཉམ་ཆུང་བྱིས་དེའི་སྦྱོར་བ་ག་རེ་ཡིན་པ་ཡིན་ནས་ཅིག་ཉམ་ཆུང་ན་ཉམ་ཆུང་ཁ་ཤས་གར་ཆགས་འགྲོ་ཟེར་ན་རང་ཡང་ཅིག་གདིང་ཚོད་མི་འོས་ཀྱི་ཉམ་ཆུང་དེ་འདྲ་ཆགས་འགྲོ་ཡ་བྱེད་ཏོ། ངས་འཇོན་གི་མ་རེད་ཁྱེད་རང་ངེད་ལ་རྒྱུགས་ལ་ཡས་འགྲོ་བ་ད་ཅིག་ཅིག་ནི་མེད་འདི་ཚོ་མིན་པ་བྱེད་རོགས་སྐྱག་ཟིང་མ་བཤད་རང་ཡང་མ་རབས་མ་བཤད་རང་ཡང། དང་ནི་བདུད་རྩི་གྲངས་འཕགས་བྱས་ནས་མཚམས་ག་རེ་བདུད་རྩི་གྲངས་བཞག་བྱས་ནས་སོ་སོ་རང་གི་གདིང་ཚོད་ཀྱི་ཐོག་ནས་མི་ཉམས་དོ་ལ་འགྲོ་ཐུབ་པ་བྱེད་འགྱུར་རོ། ཡང་སྐབས་རེ་སྐབས་རེ་ང་ཚོའི་སྤྱི་ཚོགས་ནང་ལོགས་ལ་འདི་ངས་ང་ཕྱི་ཐུག་མ་རེད་ད་འདི་ངས་ཡོང་གི་མ་རེད་ད་མི་འདེད་དོ་ལབ་བདུད་རྩི་ལབ་ཐུབ་པ་ཞིག་ག་རེ་ལབ་ཐུབ་པ་གུ་གུ་བར་གསུང་གི་དོགས་ཡིན་རྒྱུ། ག་དུས་ནས་མིག་གིས་ཁྱེད་རང་ལ་ཅིག་རེ་བ་སྤྲོ་རྒྱ་ག་རེ་ནས་ཚང་མ་བེད་མེད་ལབ་མ་ཐུབ་ནས་རེ་བ་འོང་ཀྱང་ལབ་འདི་གུས་ན་ནི་སྐབས་སྐབས་ལ་སྒྲུབ་མ་ཐུབ་རེ་བ་དུས་ཚོད་མ་རག་ཨ་ནི་སོ་སོའི་སེམས་པ་མ་སྐྱིད་བ་ཆགས་རེ་བ། འོ་དེ་འདྲས་བྱོས་དུས་ཡག་ནི། ཡང་སོ་སོ་ག་ལ་སྲིད་དཀའ་ངལ་འཕྲད་དུ་ཡོད་ཟེར། སྐབས་རེ་སྐབས་རེ་ཅིག་ཅིག་ཡག་པོའི་གི་མཐོང་དུས་རང་འདི་ང་ད་རིང་བཞག་ན་ང་འདི་བྱེད་ཐུབ་ས་མ་རྟག་རོ། ཨ་དེ་འདྲས་དེ་འདྲས་ཡིན་ཟེར་ལབ་དུས་ཨེ་རོ་ཅི་རོ། འདི་སྒོ་ཤིང་གི་ཡོད་ཟེར་ག་རེ་སྒོ་གི་ཡོད་ཟེར་འདི་དྲང་འདི་རོ། སྐབས་རེ་ང་ཚོ་གཉིས་ཀྱི་ཕ་མ་སེམས་པ་ཆུང་བ་ཡིན་ན་ར་ག་ར་བཟང་པོ་བཟང་སྤྱོད་རླབས་འཁོར་ལ་དུས་དཔེ་ག་དུས་ནས་གྱོང་ཁེ་རྐྱང་ལ་འདས་ཟེར་དུ་ཨ་དེ་འདྲས་མིན་པ་བྱེད་རང་ཡང། ཅིག་དོན་དག་ཁ་ཤས་ནང་ལོགས་ལ་ཡིན་གཅིག་མིན་གཅིག་གིས་སོ་སོ་ཕར་འགྲོ་བྱས་ར་གྱོང་མ་གོས་ཕྱིར་འགྲོ་དགོས་ཀྱི་ཡོད་ར་ཡིན་པ་ཡིན་ན་འགྲོ་སྟངས་དེ་ལབ་དགོས་ཀྱི་ཡོད་ར། མ་རབས་ཆེ་ནི་རྒྱུགས་ལབ་ཀྱི་ཡོད་མ་ར་སྐྱག་ཟིང་ཤས་ནི་རྒྱུགས་ལབ་ཀྱི་ཡོད་མ་ར། ཡང་ཡང། ཁྱེད་རང་གི་ནུས་པ་དང་ཁྱེད་རང་གི་ཅིག་འཇོན་ཐང་དང་དེ་ལ་དཔེ་བས་ཀྱིས་འགྲོ་དགོས་ཀྱི་ཡོད་རེད་ར་དེ་ཕྱིན་ཆད་ཨ་ནི་ཕ་ཡི་དེ་སྒྲུབ་སྒྲུབ་ཐུ་ཡས་དང་ར་ཨ་ནི་མི་གཞན་པ་ལ་གནོད་པ་སྐྱེལ་ནས་ཨ་ནི་རྒྱུགས་ལབ་ཀྱི་ཡོད་མ་ར། འདི་ཡིན་གཅིག་མིན་གཅིག་གིས་ང་ཚོར་བསླབ་པའི་གལ་ཆེན་པོ་ཤིང་ཁ་ཤས་ཁ་ཤས་བདེ་བ་ལ་ཕྱི་ལོག་བདེ་བ་ལ་སྙིང་རྗེ་བཟང་སྤྱོད་རྐྱང་བསླབ་བདེ་བའི་སྐབས་ལ་ཕྱི་ཕྱི་ལོག་བདེ་བ་ལ་ཐུགས་ཁྲོ་དེ་འདྲའི་བཏང་བའི་སྐབས་ལ་དཔེ་ཁོ་ན་དཔེ། དེ་འདྲའི་སློབ་གསོ་རྒྱབ་རྒྱབ་སྙིང་གི་རེ་བ་ཡང་ཨ་ནི་གཅིག་ཁ་ལ་ཡང་རག་མི་འདུག་ཁ་ཤས་ལ་རེ་བ་གཅིག་གཅིག་ཡ་ག་ལ་འགྲོ་མ་ནུས་རེ་བ་ཨ་ནི་མི་ཁ་ཤས་ནི་དཔེ་ཁོ་རང་གར་ས་དཔེ་རྒྱུ་ནི་བརྫངས་མི་འདུག་དཔེ་སྣང་དག་མི་འདུག་ཁ་ཤས་དེ་འདྲ་ཆ་ལྷག་འགྲོ་དགོས་ཟེར་རེ་བ་འདི་མེད་པར་ཆུ་སོ་སོ་དུས་ཚོད་བློ་དུས་སོ་སོ་ཏག་ཏག་ཏག་ཏག་ཕྱིན་རེ་བ་ཨ་འདི་བྱས་ཏེ་དཔེ་གལ་ཆེན་པོ་ཡིན་ཟེར་འདི་དྲངས་ཏེ། ལ་དཔེ་གལ་ཆེན་པོ་རེད་ད་ཡིན་པ་ཡིན་ནས་ག་དུས་ནས་ཕྱི་ལོག་ལེན་དེ་གྱོང་གི་རྒྱུ་ཡོད་མ་རེད་ད་ག་དུས་ནས་གཅིག་གཅིག་ཕྱི་བོར་ད་གཅིག་ཧམ་པ་ཆེ་ཆེ་བོ་དེ་འདྲས་རང་མིན་པ་བྱས་རོགས་རྟག་པ་ཧམ་པ་བྱས་ནས་ད་སྒྲུབ་ཡས་འདྲས་ད་ཡོད་རྒྱུ་མ་རེད་པ་དེ་ཡིན་གནད་འགག་ཆེན་པོ་ཅིག་ཡང་ང་ཚོ་དགོངས་པ་བཞེས་དགོས་ཀྱི་འདུག་སྤོ་བོ་ལ་རེད་པ། ད་དེ་ནས། རྣམ་པ་ཚོ་ངེད་ཀྱིས་དེ་ཚོ་ཞུས་དེ་དེ་ག་རེ་བྱེད་དགོས་ཟེར་ན་འདི་སླབ་གྲྭའི་ནང་ལོགས་ལ་སྤུ་གུ་ཡོད་རེད་རོ་སྤུ་གུ་མང་པོ་ཞིག་གོ་གཅིག་གིས་གབ་རེ་གབ་རེ་འོ་གསུམ་གི་རེད་གཅིག་གིས་གཅིག་ཕ་མ་རེད་རོ་ཕ་མ་ནང་ནང་ལོགས་ལ་གཅིག་ཕ་མའི་གིས་དཀའ་ངལ་ཡོད་དེ་ཡོད་དེ་འདྲས་ཡོད་བྱས་སྤུ་གུ་དེ་གང་ལ་གཅིག་སློབ་སྦྱོང་དང་སེམས་ནང་ལོགས་དཀའ་ངལ་ཡོད་རྒྱུ་དེ་འདྲས་མང་པོ་ཐོན་གི་རེད་དེ་འདྲས་རོ་འདི་བྱེད་དུས་དེ་ངས་ཞུས་ཡས་འོ་དེ་ཕ་མ་ཆང་པོ་གཅིག་ལ་ཡས་དེ་འདྲས་དང་ནང་གི་ཁོར་ཡུག་ལ་རོ་ཡ་ལྟ་ནས་གིས་སྤུ་གུ་གིས་ཚང་ལོགས་ཡོང་གི་འོ་དེ་དོན་ཡོང་གི་འདུག་བ་གབ་རེ་གབ་རེ་རོ་སྤུ་གུ་སྤུ་གུ་དེ་འདྲས་ཡ་དོན་ཡོང་གི་རེད་སྤུ་གུ་དེ་སྐད་ཆ་བྱེད་སྟངས་དང་ནི་ཡོང་བསྡད་ཀྱི་འདུག་ད་ལྟའི་སྤུ་གུ་དེ་ནོར་ཡོད་མ་རེད། ཁོ་ད་ཁྱི་ལ་བ་ནང་བཞིན་རེད། ཤུ་གུ་དཀར་བོ་རེད་དམ་པ་རློན་པ་རེད། རང་ཡ། ཁོ་བོ་ང་རང་ཚོའི་ཕ་མ་དང་དགེ་རྒན་གྱི་ལ་ལྟ་ནི་རེད་ཁོ་ཡར་སྐྱེད་ཡོང་གི་ཡོད་རེད་ཁོ་ཆགས་ཡོང་གི་ཡོད་རེད། སྐབས་རེ་སྐབས་རེ་ང་འདུས་ཀྱི་ནོར་འཁྲུལ་ང་ཚོའི་གྱི་བྱེད་སྟངས་ལ་ལྟ་ནི་ཁོང་ཚོ་བཟོ་ལྟ་ཆགས་ཡོང་གི་འདུག་ང་ཚོ་གཟབ་གཟབ་བྱེད་གལ་ཆེན་པོ་རེད། ད་ང་རང་ཚོའི་གྱི་ལས་རྒྱུ་འབྲས་དང་ཨེ་འབྲས་དུ་དུ་དུ་ཅི་གས་ཡོད་རེད་རེད་བ་ཡིན་རྒྱུ། ཡིན་མ་འདི་ལས་གལ་ཆེ་དེ་དང་པོ། ལས་ཀ་རང་བྱེད་ནི་རང་ཡ་འདི་ང་ཚོ་ཡིན་གཅིག་མི་གཅིག་གི་དགོངས་པ་བཞེས་དགོས་ཀྱི་འདུག་རེད་བ་ཕ་མའི་གྱི་ངོས་ནས

ཁ་ཤས་ནི་ད་ག་ཤེད་ག་ཤེད་ག་ཤེད་ཡོད་རེད་འདིའི་གནང་མ་ཐུབ་མཁན་དེ་འདྲ་འདུག་བ་ཐང་རྒྱུ། འདི་འགྲིག་གི་ཡོད་མ་རེད་རོ། གང་ཟེར་ན་སྤུ་གུ་དུ་ཚོ་བེ། ལོ་ལྟར་ཟླ་བ་བསྟུན་ནས་ར་ཡིད་ཆེས་ཆེན་པོ་ཞིའུ་ཅིག་བཞག་ནས་ཨ་ནི་བླ་བྲ་རྣམས་ལ་བཞག་རོགས་ཨ་དགེ་རྒན་ཚོ་ལ་ཡིད་ཆེས་ནས་བཞག་བཞག་ཡོད་རེད་ཐང་རྒྱུ། ཨ་ནི་ཕ་མ་ཚོ་ནི་མཐོང་གི་ཡོད་མ་ཁྲིད་ལ་ག་རེ་བྱེད་ཀྱི་ཡོད་མེད། ད་དེ་དགེ་རྒན་དེ་ཚོ་གི་ཡིན་གཅིག་མིན་གཅིག་གིས་ཅིག་ཁ་བརྡ་སློབ་གསོ་བྱེད་ཡས་ཡིན་ན་རེད་ཅིག་ཆུན་ཆུན་ཆུན་ཆུན་ཆེན་པོ་དེ་འདྲ་བྱེད་ཐུབ་པོ་མེད་ན་ཅིག་ཁོང་ཚོ་ལ་དཀའ་ངལ་ཡོང་ཡས་ན་སེ་ཡས་ཡིན་ན་རེད་རོ་ཅིག་ཡ་བྱེད་ཡས་ཡིན་ན་རེད་ཅིག་སྐབས་རེ་སྐྱོར་རྒྱག་ཡས་ཡིན་ན་དེ་དེ་དགེ་རྒན་ཁོ་རང་ལ་ཡས་ཁུག་སྐབས་རེ་ཨ་པུ་གུ་དེ་ཚོ་ལ་ཡས་གཉིས་ཀྱི་ཕན་ཐོག་འགྲོ་གི་རོ་དེ་དགེ་རྒན་གི་གནང་གོ་གི་རེད་ད་ཡིན་པ་ནི་དགེ་རྒན་དེ་ཚོ་གི་ཚང་མ་བྱེད་ཐུབ་ཡས་དེ་ཚོ་ཨ་པུ་གུ་བརྒྱ་ཕྲག་མང་པོ་རེད་ཚང་མ་ལ་བྱེད་ཐུབ་ཡས་དེ་འདྲ་ཡོད་མ་རེད་རོ་ང་ཚོ་ཡས་སྐབས་རེ་སྐབས་རེ་ནོར་དགོས་ཡོད་རེད་ང་ཚོ་འཐུས་ཤོར་འགྲོ་གི་ཡོད་རེད་ཡིན་ནས་བྱེད་ཐུབ་པ་དེ་ཡིན་གཅིག་མིན་གཅིག་གིས་བསམ་བློ་གཏང་གི་ཡིན་གཏང་གི་རོ། ཅིག། ཅིག་བསམ་བློ་ལ་ཅིག་གར་ཚོ། ཅིག་དོ་སྣང་བྱེད་ཀྱིན་ཅིག་ལྟ་རྟོག་བྱས་ཏེ་གལ་ཆེན་པོ་རེད། ཅིག་སྐབས་རེ་དགེ་རྒན་རླུང་ལངས་ཡས་ཡོད་ར་ང་ཚོ་དགེ་རྒན་རླུང་ལངས་གི་རེད། རླུང་ལངས་བ་དང་ལམ་སང་ལམ་སང་སོ་སོ་ཚོ་བསམ་བློ་བཏང་བྱས་མ་རླུང་འདི་ལྕགས་ཡས་དང། ཅིག་གར་བྱས་ཏེ་དཔེ་གལ་ཆེན་པོ་ཆགས་ར་བ། རླུང་ལངས་ཡས་བེད་ལངས་ཡས་ང་རླུང་ལངས་ཡས་ཡོད་རེད་མི་རེ་ལ་ནི་བེད་ལམ་སང་ལམ་སང་བག་གར་ས་ཅིག་རང་དབང་ཡིན་དོ་དོ་ཆེན་སྟོན་ཡས་མ་ར་བ་དང་ཡུ། ར་བ། ཕྱི་ལོགས་མིག་གིས་སྟོན་གི་ཡོད་ནའི་དགེ་རྒན་ང་ཚོ་ལྟས་ཟབ་ས་ཅིག་སྒུག་གི་ཡོད་རེད་ད་ནང་བཞིན་ཕ་མ་རྣམ་པ་ཚོ་དག་རང་ར་བ། ཡིན་པའི་སྐབས་ལ་ནི་སོ་སོའི་གི་སྤུ་གུ་དེ་ལ་རེ་བ་མང་ཤོས་རྒྱག་གི་ཡོད་ས་རེ་བ་བརྒྱབ་པ་ནང་བཞིན་འདི་འགྲུབ་དགོས་ཀྱི་ཡོད་ན་འདི་འགྲུབ་སྟངས་དེ་ཡང་ཕ་མ་རྣམ་པ་ཚོས་གི་བསམ་བློ་བཏང་དགོས་ཀྱི་ཡོད་རེད་འགྱུར། བྱས་ཙང་ད་གང་བྱས་རེ་བ་གཅིག་ཕ་མའི་གི་སྤུ་གུ་ཆུང་ཆུང་ནས་བྱས་ཁྱད་ཆོས་ཆུང་ཆུང་ནས་བྱས་ད་སྤྱི་དང་སྤུ་གུ་ཡ་ཚང་ལོངས་སྐབས་ལ་སྐྱོར་རྒྱ་ཡས་དེ་དུས་ཚོད་ཞིག་ཏུ་བ་སྐྱོར་རྒྱག་སྟངས་གི་རྒྱག་སྟངས་དུས་ཚོད་དུས་ཚོད་ལ་ཡིན་གཅིག་མིན་གཅིག་གི་རེ་བ་ག་ཚོད་ཆུང་ཆུང་ནས་བྱེད་ཐུབ་བ་ཡིན་ན་དུས་ཚོད་གི་ཡག་ག་ཡོད་ས་རེད་ཆེན་པོ་ཆགས་ཚར་ནས་རེ་བ་ཞིའུ་ཞིའུ་དེ་བྱས་ཡོད་ས་མ་རེད་ཤིང་སྐམ་པོ་ཡིན་ན་རེད་རློན་པ་ཡིན་དུས་ང་ཚོ་བཀུག་ཐུབ་བ་དགོས་ཀྱི་འདུག་བ་སྐམ་པོ་ཆགས་ཚར་ན་ནི་བྱེད་ཡས་ཡོད་མ་རེད། ཨིན་ཇིའི་དེ་འདྲའི་གཏམ་དཔེ་དུ་བ་ལྕགས་ཚ་བོ་ཡོད་དུས་རྡུང་ལས་བྱོས་ར། ཨ་ནི་ཁྲག་པོ་ཆགས་ཚར་ནི་བྱེད་ཡས་མི་འདུག་ཨ། དེ་བྱེད་དུས་ད་སྔས་མ་ང་ཚོ་ག་རེ་ཡོད་རེད་ཟེར་ན་ར་གཅིག་ཆེན་པོ་ཆགས་ཐུབ་བོ་ཆགས་བའི་རྗེས་ལ་ཨ་ནི་སྐབས་དུས་སུ་ཨ་ནི་ང་ཚོ་ཞིའུ་ཅིག་བྱིན་ནི་བཟོ་བདག་ཤོ་བོ་ད་དེ་ང་ཚོ་ལྟས་ཤིག། ནོར་ཡིན་ཟེར་ར་ཆུང་ཆུང་རང་ནི་ཆུང་ཤུའི་དང་པོ་སྐྱེས་ནས་བྱས་ནི་ང་ཚོ་ཕུ་གུ་ཚོ་ལ་ཡ་ལན་བྱེད་དེ་དཔེ་གལ་ཆེན་པོ་ཡིན་ཟེར་ང་རང་ཚོའི་མི་ཚེའི་ནང་ལ་འཚོ་བ་སྐྱེལ་བྲེལ་བ་ཚ་བོ་རེད་དཀའ་ལས་ཁག་པོ་ཡོད་རེད་ཡིན་པ་ཡིན་ནས་གང་བྱས་དུས་ཚོད་བསྟུན་བྱས་ར་ཨ་ནི་ཕུ་གུ་དེ་ལ། ཅིག་འཚར་ལོངས་ཀྱི་དུས་ཚོད་གནད་འགག་ཆེ་ཤོས་དེ་སྔར་ལ་ང་ཚོ་ཅིག་བོད་སུ་ཅིག་གཏོར་རྒྱལ་དེ་ང་ཚོ་ཐབས་ཤེས་བྱེད་དགོས་ཀྱི་འདུག་རེད་བ། ངོ་དེ་ཅིག་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་འདུག་འདི་ཅིག་རེད་ཤར་བ། ད་དེ་ནས། ཅིག་སོ་སོའི་གི་སྤུ་གུ་དེ་ཚོ་ལ་ར་ཆུན་ཆུན་ནས་བྱ་བདེ་བ་ལ་ཅིག་ཅིག་གང་ཅིག་གི་ཐོག་ལ་ར་ཅིག་ཤེས་ཡོན་གི་ཐོག་ན་ཡིན་ན་བཙལ་སླ་བའི་དེ་ཚོ་དཔེ་གལ་ཆེན་པོ་ཡིན་ས་རེད་བ། ཅིག་སྤུ་གུ་ཁོ་རང་ལ་ཅིག་ང་རང་ཚོ་ང་རང་ཚོ་དཔལ་འབྱོར་སོས་དེ་ན་ཨ་ནི་མ་འོངས་པ་འདི་ག་བྱེད་ཡས་མེད་ད་ངའི་སྤུ་གུ་ལ་ཕ་ཙིས་སྤྲད་ཡིན་ལས་ཅི་མེད། ཀྱི་ཁང་པ་གཅིག་དྲན་ཡིན་དངུལ་ལ་སྐྲ་དངུལ་ཁང་ནང་ལོགས་ལ་དངུལ་དུ་ཚུར་ཕོན་བྱུང་བ་དེ་ཚེ་འདི་ཚོའི་འབྲི་ཁུལ་བར་ཡག་པོ་རེ་བ་ག་ཚོད་བྱུང་ནས་ཡག་པོ་རེད་རྒྱུ་ཡིན་ནའི་དེ་ལས་གལ་ཆེ་གཅིག་ར་སྤུ་གུ་ལ་ཤེས་ཡོན་གྱི་ཤེས་ཡོན་དང་རྩལ་གྱི་རྩིས་ཁྲའི་དེ་དཔེ་གལ་ཆེན་པོ་ཡིན་ས་རེད་རོ། ཁོ་རང་ལ་ཁོ་རང་ལ་རན་པའི་གི་ཁོ་རང་དབྱིངས་དང་རན་པའི་གི་ནུས་པ་དང་རན་པའི་གི་ཨ་ནི་རྩལ་དང་ཤེས་ཡོན་དང་དེ་ཚོ་ང་ཚོས་གི་རོགས་པ་བྱས་ནས་རྩིས་ཁྲའི་དེ་དཔེ་གལ་ཆེན་པོ་ཡིན་ས་རེད། སྤུ་གུ་གཅིག་ལ་རྩལ་ཡག་པོ་གཅིག་བསླབ་པའི་དེ་གལ་ཆེ་རེད།

དེ་ཚོར་དཔེ་གལ་ཆེན་པོ་ཟེར་གང་ཡིན་ཟེར་ན། ཉག་གཟིམ་ནི་བཀྲེས་བདེ་བ་ཡིན་ན་ར་སྤུ་གུ་དེ་ཉག་གཟིམ་ཐང་ཞིག་མ་རག་ཆུང་མ་ཕ་མ་སྤྲད་ངེས་མེད་བ་ཡིན་ན་ཁོ་ལྟོགས་རིག་དང་ཤི་འགྲོ་གི་ཡོད་རེད། ཉག་གཟིམ་ཐང་ཁོ་རང་བསླབ་པ་ཡིན་ན་ཕ་མ་མེད་བ་ཡིན་ནའི་ཁོ་རང་ཁོ་རང་གཟིམ་གི་རོགས་ཆུང་མ། འདི་འདྲ་བོ་བྱེད་ནི་ར་ཤེས་ཡོན་དང་རྩལ་དེ་ཚོ་བསླབ་བས་ལ་དཔེ་གལ་ཆེན་པོ། ཨ་འདིའི་སྤུ་གུ་དེ་དབྱིངས་གར་སྡོད་དེ་ཚོ་ཚང་མ་དབྱེ་བ་འབྱེད་གིན་འབྱེད་གིན་འབྱེད་གིན་འབྱེད་གིན་ལ་དེ་ཚོས་བཏང་གིན་བཏང་གིན་བཏང་གིན་ལ་བྱས་ཏེ་སྤེལ་གལ་ཆེན་པོ་ཡིན་ཟེར་ད་འདི་ད་ལྟ་ཕ་མའི་གི་ངོས་ནས་བྱེད་སྟངས་འདི་འདུག་ཟེར་ནས་ཞུས་བསྡད་གི་རོ་ད་ད་ཚང་མ་བྱེད་དགོས་གི་རོ་ཚང་དམངས་ལ་ང་ཚོ་སྐྱོར་རྒྱག་གི་རོ་ད་རྒྱལ་ཁབ་ཀྱི་མི་རིགས་གསོ་སྐྱོང་བྱེད་ཡོ་ཡིན་ན་ར་སོ་སོ་སོའི་གནས་བབ་ལ་སྤེལ་བའི་གི་སོ་སོའི་ལས་འགན་ཡོ་ར་འདི་བྱེད་ནས་ཨ་ནི་རྒྱལ་ཁབ་དེ་གསོ་སྐྱོང་བྱེད་དུ་ཨེ་རེད་སྤེལ་གལ་ཆེན་པོ་རེད་རོ་ཨ་ནི་ང་རང་ཚོ་གཅིག་གཅིག་གི་ད་ཅི་ངས་ཞུ་བ་ནང་བཞིན་རོ། ཅིག་གལ་ཆེ་དེ་ཅིག་ཕ་མེས་ནས་ཅིག་རིག་སྟོབས་ཡག་ལོས་ལས་དེ་རྩིས་རྒྱ་བས་ན་འཛམ་བུ་གླིང་ནང་ལོ་ལ་ང་རང་ཚོ་གི་ཤར་ཕྱོགས་པ་མི་ལ་ཡུ་རོ་ད་ང་ཚོ་རོ་ང་ཚོའི་བྲག་དེ་ནི་རིག་སྟོབས་ཡག་ཤོས་དེ་རེད་ད་ནི་ང་ཚོ་ཅིག་ལབ་ཚ་ཤ་འདིའི་སྒང་ནས་འདི་སྒང་ལ་དེ་ལས་གལ་ཆེ་དེ་སྐྱེ་ཚ་བའི་རྗེས་ལ་ཁོར་ཡུག་ལ་ལྟེ་བ་དེ་ར་ལས་གི་ཡོད་རེད་ད་ཁོར་ཡུག་ག་འདྲ་སྐྲུན་གི་ཡོད་མེད་རང་ཡང་ཅིག་ཁྱིམ་ཚང་ནང་ལོ་ལ་ཞི་བདེ་བག་ཕེབས་གི་ཁོར་ཡུག་ཅིག་ཅིག་མཐུན་ལམ་གི་ཁོར་ཡུག་རོ་ཨོ་དེ་ཚོ་དཔེ་ཡའི་གལ་ཆེན་པོ་ར་བ་ནང་ནང་ལོགས་ལ་ཅིག་ཕ་མ་དེ་ཚོ་ཡིན་པ་ཡིན་ནས་ཅིག་པ་ལམ་ལ་ཅིག་ཕ་མ་དེ་ཚོ་ཡིན་པ་ཡིན་ནས་ཅིག་ཆོས་ཆང་འདྲ་བོ་ཆུ་གི་ཡོད་ན་ར་བ་སྐབས་འགའ་ལ་ཆོས་ཆང་ཆུ་གི་འུར་དུ་བད་ཉི་མ་རྟག་པར་ཆོས་ཆང་ཆུ་ནི་ར་བ་ཅིག་ཕ་མ་ཡིན་ན་སུ་ཡིན་ན་རབ་སེ་བྱས་ནས་ཡོང་དུས་ར་བ་ཨ་ནི་སྤུ་གུ་སྐྱིད་གུ་ཡོད་མ་རེད་ཨ་ནི་ཆང་བཏུང་ཚར་ན་ནི་ར་བ་ཁ་ཤས་ནི་རང་བཞིན་གི་སྤྱོད་པ་དེ་དཔེ་མི་སྲིད་ཀི་ངར་པོ་བྱ་ཡ་དང་ཁོང་ཁྲོ་ཚ་བོ་བྱ་ཡ་དང་འཁྲུག་པ་མང་པོ་རྒྱབ་དེ་གི་དང་ཡ་དེ་ཆུད་ནས་ཨ་ནི་འདི་གང་ལ་ཡིན་ནང་ནང་ལོགས་ལ་བརྡབ་སེམས་མང་པོ་ཐེབས་ཀི་རེད་འདིའི་ཁོར་ཡུག་དེ་ལ་སྤུ་གུ་དེ་དུག་ཚ་སློང་བྱེད་སྐབས་དེར་སྤུ་གུ་དེ་སྐྱིད་པོ་ཇི་ལྟར་ཡོང་གི་མ་རུང་ག་འདྲ་བྱུང་གི་རེད་ར་བ། འོ་དེ་འདྲ་རེད། ད་སྐབས་སྐབས་ལ་དུས་ཆེན་དེ་འདྲ་ལ་ནི་སྐབས་སྐབས་ལ་ནི་ཆུ་ཆང་མཆོད་སྲིད་ཀྱི་ར་བ་ཁོ་ཡོང་གི་སྲིད་ཀྱི་རེད། ཐ་ན་ཞིང་གི་སྐབས་སྐབས་ལ་ཡང་མི་ཁ་ཤས་ནི་ཆུ་ཆང་མཆོད་ཀྱི་ཡོད་གནས་ན་ཡང་ཁོ་རང་ཁོ་རང་གཞིས་འདྲ་བོ་ཅིག་འཇམ་པོ་བྱས་ནས་བསྡད་མཁན་རེད་དོ་བ་ཡིན་གྱི་ར་བ། ཡང་ཁོ་ཚོ་ནི་སོ་སོ་ཚོ་བསམ་བློ་བཏང་ཡ་ཞིག་ར་བ་ཡིན་གྱི་ར་བ། འདི་ཅི་མི་ཅི་དགོངས་པ་ཞེས་གུ་གུ་དོ་ར་བ་དེ་འདྲས་ཅིག་རེད། ཨ་དེ་ནས་སྐབས་རེ་ནི་ཡང། ཅིག་གི། ཕ་མ་ཡིན་པ་ཡིན་ནས་ཅིག་དུས་ཚོད་རག་བ་ཡིན་ནས་རོ་ད་ང་ཚོ་ཡོང་གི་མ་རེད་དེ་དེ་ལས་ལ་རོགས་ཞུ་ཤེས་ཀྱི་འདུག་ར་དུས་ཚོད་མི་འདུག་ཟླ་བའི་བྱོ་ར་བ་ད་དུས་ཚོད་མེད་བ་ཡིན་ནས་ར་གང་ཚེ་སོ་སོའི་སྤུ་གུ་དོན་དག་ལ་ང་ཚོ་དུས་ཚོད་ཆད་གུ་གུ་ཡོད་རེད་ད་ཁ་ཤས་ནི་ལས་ཀ་དཀའ་ལས་ཁག་པོ་ཡོད་རེད་དེ་ནི་ལས་ཀ་ཚ་བ་ཡིན་ནས་ནང་ལ་མ་ལོག་བ་ཆེད་ཨ་ནི་ཡང་དེ་བ་ལ་ཅིག་ག་ཚེ་རྩེད་མོ་རྩེ་ས་དེ་འདྲ་ལ་འགྲོ་ནི་དུས་ཚོད་གང་ཚ་དེ་ལ་སྐྱེས་དེ་འགྲོ་གི་ཡོད

འོ་དེ་འདྲ་ཅིག་ཞུས་ཡས་ཡིན་རོ། ད་དེ་ནས་ཨ་ནི། གཅིག་དེ་ད་རྣམ་པ་ཚོ་མང་པོ་ཞིག་ཅིག་ཕྱི་རྒྱལ་ཁག་ལ་ཞུས་དེ་ངེས་རེད་རོ། ད་ང་ཚོ་ད་ཅི་ད་ང་ཚོ་ཚང་མ་ད་བཙན་བྱོལ་ལ་ཡོད་རེད་མང་པོ་ཞིག་ཅིག་འདིའི་ཐོག་ནས་ད། ཅིག་ང་རང་ཚོའི་གི་རིག་གཞུང་དང་ང་རང་ཚོའི་སྐད་ཡིག་དང་གོམས་གཤིས་དང་དུས་ཚོད་གང་ལ་ད་ང་ཚོ་ལ་བལྟས་ཤིག། བྱ་ངད་དང་ཨེ་འདྲ་གི་ཕྱོགས་ཅིག་ད་ན་ཅིག་མི་རིགས་འདི་བ་ཐོར་འདྲེ་འདི་རོ། ཨ་ནི་ཁོར་ཡུག་དེ་བཞིན་ངས་ཁོར་ཡུག་འདི་དཔེ་མང་པོ་བྱས་ནས་ཞུས་ཡིན་བསམས་སོང་ཨ་ནི། ཁ་ཤས་ལ་ཁོར་ཡུག་ཡོག་མ་རེད་བ་དང་པོ། ཅི་ཁག་ཡོག་མ་རེད་བ་ཕྱི་རྒྱལ་གྱི་ས་ཆ་དེ་འདྲ་དཔེ་མང་པོ་ཞུས་ཅི་ད། ཕྱི་རྒྱལ་མི་རང་ཆ་འདི་ནང་ལ་སོ་སོ་གི་ནང་མིར་གཅིག་པོ་ཆགས་བསྡད་རྒྱུ་རེད། སྤུ་གུ་དེ་ཚོ་ཅིག་བླ་བྲ་ལ་འགྲོ་བའི་སྐབས་ལ་མི་རིགས་གཞན་པ་རེད་བ་དེ་འདྲ་གི་སྤུ་གུ་རྐྱང་རེད་བོད་སྐད་རྒྱག་ས་ཡོག་མ་རེད། དེ་འདྲའི་ཐོག་ནས་དཀའ་ངལ་ད་ཆེན་པོ་ཡོག་རེད་བ། ཡིན་པ་ཡིན་ནའི་ཕ་ནི་མ་དེར་བཟང་ཐབས་ཤེས་མང་པོ་ཞུགས་གནང་གི་འདུག་ཕ་མ་ངོས་ནས་གནང་གི་འདུག་ཚོགས་པ་ངོས་ནས་གནང་གི་འདུག་རེད་བ། ངོས་ནས་སྐབས་རེ་མཐོང་ན་རག་པས་ཡག་པོ་རེད་བསམ་བསམ་གྱི་རེད་བ་དཀའ་ལས་ཁག་པོ་ཡོད་རེད་ཡིན་ནའི་གནང་གི་འདུག་བ། ད་ཡིན་པ་ཡིན་ནའི་ཁོ་ང་ཚོ་གནང་དགོས་ཀྱི་ཡོད་རེད་བ་ང་རང་ཚོ་བྱེད་དགོས་ཀྱི་ཡོད་རེད་ག་རེ་མོ་ག་རེ་ནས་གཅིག་གལ་ཀུ་ཅིག་མ་བྱས་བ་ཡིན་ན་ནི་ཨ་ནི་བྱས་ཡོང་ངེས་ཁོ་ན་ཡོང་མ་རེད་དེ་ཅིག་ཅིག། ག་ས་ཐབས་ཤེས་འདྲ་བོ་སྣང་བ་ཡིན་ན་ཁོ་ལ་དཔེ་བའི་འབྲས་བུ་ཞིག་ཐོན་བསྡད་ཀྱི་རེད། འདི་བྱས་དུས་ད་ཅིག་ངས་ཞུས་ཡོད་སྐབས་ལ་ཅིག། ནང་ནང་ལོགས་ལ་ཅིག། ཅིག། སྤུ་གུ་ལ་དེབ་ཀློག་ས་དེ་འདྲའི་ནང་དེབ་དེ་ཚོའི་ནང་ལོགས་ལ་ཅིག་བོད་དཔེ་གྱི་སྤུ་གུ་ཡི་སྒྲུང་དེབ་དེ་འདྲའི་དང་རེད་བ། དེ་ཚོ་བཞག་ཐུ་བས་དང་རེད་བ། ཨ་ནེ་རྣམ་པ་ཚོ་ཕ་མ་གཉིས། ཅིག་ཕག་ཚོ་ཅིག། བོད་སྐད་སྐྱོན་ཡས་རེད་བ། ད་ནང་བཞིན་སྤུ་གུ་གྱི་ཚུགས་དེ་ཡས་ནི་ལུང་པ་སོ་སོའི་གྱི་སྐད་ག་རེ་ཡིན་པ་ནི་རྒྱབ་གྱི་ཡས་ནི་ཕ་ལན་དེ་ཡིན་ཅིག་མི་ཅིག་གི་བོད་སྐད་མཐོང་ནི་སྐྱོན་དེ་དེ་དཔེ་གལ་ཆེན་པོ་ཡིན་ས་དེ་ཁྱད་པར་མང་པོ་འདུག་དེ་ང་རང་གི་བདེ་བ་ལ་ངོ་ཤེས་པ་དང་དེ་མཐོང་དུས་རོ་ཁོང་ཚོ་ཁྱད་པར་དཔེ་མང་པོ་མཐོང་ཟེར་བ། འདི་གཅིག་རེད། ད་ནང་བཞིན་གྱི། ཅིག་བདེ་བ་ལ་གོ་སྐབས་ག་འདྲའི་བྱུང་ཚེ་སྐབས་ལ་ཡང་སོ་སོས་ཀྱི་སྤུ་གུ་དེ་ང་རང་ཚོས་ཀྱི་རིག་གཞུང་དང་སྐད་ཡིག་དང་འབྲེལ་བ་ཡོད་སྐྱོ་བདེ་བ་ལ་ཡང་དུས་ཚོད་རག་བ་དང་སྤྱོ་བ་ཡིན་ན་བདེ་བ་ལ་ཁྲིད་ཡོང་ཡས་དང། དེ་དཔེ་གནད་འགག་ཆེན་པོ་ཆགས་ཀྱི་འདུག་བ་འདིས་ཀྱང་ཚོར་ཅིག་དགོངས་པ་ཅིག་བཞེས་དགོས་འདུག་ར་ཡིན་གྱི་མིན་གྱི། རྟ་ཁ་ཤས་ནི་ཅིག་ག་ལ་བ་རེད་ཅིག་སྟབས་བདེ་བོ་བྱེད་བྱེད་རོགས་ལམ་སང་ལམ་སང་ཅིག་སྤུ་གུ་དེ་ལས་བ། སོ་སོའི་ང་རང་ཚོའི་སྐད་ཡིག་དང་དེ་མེད་འདི་རྒྱུ་བ་སྐད་སྐྱོན་འདེ་གི་དོ་ཨ་འདི་ཡང་ལྟས་ཅིག་རྗེས་ལ་དཀའ་ངལ་ཆག་གི་རེད་སོང་གི་འདི་འདྲ་འདྲ་བོ་ཅིག་ཨ་འདི་བ་ལ་ཅིག་གུང་སེང་འདྲ་བོ་སླེ་ཡོང་གི་ན་རེད་ད་འདི་བ་ལ་གུང་སེང་ཁྲིད་ཡོང་ན་འདི་བ་ལ་ལྟས་ཅིག་རྒྱ་གར་འདི་བ་ལ་ཁོར་ཡུག་འདི་མ་ང་ཡོད་རེད་ཡིན་རྒྱུ་ད། ཅིག་བོད་པ་འདྲ་བོ་མ་ང་དང་བོད་པའི་སྤུ་གུ་མ་ང་དང་འདི་ཐུག་བའི་སྐབས་ལ་ཡིན་ཅིག་མི་ཅིག་ཁོང་ཚོའི་མཉམ་དུ་ལ་བསྟན་ནི་བོད་སྐད་རྒྱབ་བྱོས་ཨ་ནི་ག་འདྲའི་འདི་བ་ལ། ཐུག་ཡོང་དུས་ད་ཕ་ག་བསྡད་ཀྱི་ཡོད་ན་རེད་ཆོག་ག་བ་འགྲོ་གི་འདུག་སྤུ་གུ་མཉམ་འཐོར་ལ། ཡིན་གཅིག་མི་གཅིག་བོད་སྐད་རྒྱབ་བསྡད་པའི་སྣོད་རང་དེ་གནད་འགག་ཆེན་པོ་སྤུ་གུ་ལས་དེ་ཆུང་ཆུང་སྐབས་ལ་མི་ནི་སྐད་བྱ་ངན་དང། དེ་ཚོ་དཔེ་མགྱོགས་པོ་དང་ཤུགས་ཆེན་པོ་ཞེའུ་ཞིག་དང་ཡང་དེ་རང་བཞིན་མེད། འདི་སྐྱོན་བསྡད་ཀྱི་ཡོད་ན་ཨ་ནི། རྩ་བ་རང་ནས་ཁོང་ཚོ་ལ་གཅིག་ཚུགས་བསྡད་ཡོད་ན་དཔེ་ཡག་པོ་ཡོང་གི་ཡོད་ཟེར་ར་རོ། བྱས་ཙང་དཔེ་ན་བྱ་བྱས་ན་ངས་མ། ཝེ་ཐི་ནམ་གྱི་ལུང་པ་དེ་ཚོ་ཚང་མ་སྙན་པ་ཧྥེ་རན་ཆི་དེ་ཚོ་གི་ཟིམ་རེད་བ་ལོ་རྒྱུས་ནང་ལོག་ལ། རྒྱ་གར་གྱི་དབྱིན་ཇི་གི་ཟིམ་རེད་བ་སྐབས་དེ་དུས་ཁོང་ཚོས་གི་གི་ཟིམ་ལྟས་ངན་དེ་ཚོས་གི། བེ་ད་ག་ཚོད་ཐུབ་ཐུབ་གི་རེད་བ། སྤུ་གུ་ཆུན་ཆུན་སྐབས་དེ་ཚོ་དང་བསླབ་གྲྭ་དམའ་རིམ་དེ་ཚོའི་ནང་ལོག་ལ་ཨ་ནི་ཧྥེ་རན་ཆི་གི་སློབ་སྦྱོང་བསླབ་བས་ཧྥེ་རན་ཆི་སྐད་བསླབ་བས་རྒྱ་གར་ལ་ཡིན་ན་དབྱིན་ཇི་སྐད་བསླབ་བས།

ཐབས་ཤེས་དང་ནང་གི་འོད་སེམས་དེ་དཔེ་ཡོད་རེ་གཉིས་ཀྱི་རེ་བ་ཡིན་པ་ཡིན་ནའི་གང་བྱས། དེ་ཁྱད་པར་ཏན་ཏན་བཟོས་གི་ཡོད་རེད་ཟེར་ནས་ཁྱད་པར་མཐོང་ཡས་དུ་ལན་ཞུ་ཡས་ཡིན་རེ་བ། དེ་ཅིག་དུས་ཚོད་རག་བ་ཡིན་ན་དེ་ཡིན་གྱི་མིན་གྱི་དགོངས་པ་ཅིག་བཞེས་རེ་བ། འདི་ནས་ཀྱི། ད་སྤུ་གུ་འཚར་ལོངས་སྐབས་ལ་གཅིག་གལ་ཆེན་པོ་དེ་ཡིན་ས་རེད་སྤུ་གུ་ལ། ཤེས་ཡོན་གྱི་ཐོག་ནས་རོགས་པ་བྱས་ཞེས་དུ་བ། འདི་དཔེ་གལ་ཆེན་པོ་རེད་བ་ད་ཁྱི་ལ་བ་ནང་བཞིན་དུས་ཚོད་ཡིན་གྱི་མིན་གྱི་དགོངས་པ་བཞེས། ཅིག། ད་ཅིག་མཁས་པ་དེ་ཚོས་གསུང་གི་ཡོད་རེད་སྤྱི་བཏང་འདི་རེད་དོ། དངུལ་གྱི་ཐོག་ནས་རོགས་དངུལ་སྤྲད་ཡས་ཐོག་ནས་རོགས་པ་བྱས་ཞེས་དུ་བ། འདི་གལ་ཐ་ཆེན་པོ་རེད་རེད་ཡིན་ནའི་ལྟེ་བ་དེ་འདི་ཡིན་ས་མ་རེད་རོ། ཅིག་མཇུག་མ་དངུལ་མང་པོ་ཟོས་ནས་ལག་པར་དེད་དཔེར་ན་དབྱིན་ཇིའི་གི་གི་སློབ་གསོ་བ་སྐད་གྲགས་ཆེན་པོ་འདི་རོ་བྷིན་ཤར་མ་ལ་ནས་བྱུང་རོ་བས་རྣམ་པ་ཚོ་ཁ་ཤས་དེ་མཁྱེན་གི་ཡོད་རེད་མང་པོ་ཞིག་རོ་བྷིན་ཤར་མ་རོ། སྙམ་པ་ང་ཚོ་སུ་ཇཱ་ལབ་དྲ་ལས་སྤུག་མང་པོ་ཞིག་གིས་དེབ་དེ་ཞིབ་བླུག་གི་རེད་དེ་ཚོའི་དྲང་དང་ཞིབ་ཁེ་ར་དང་རོ་བྷིན་ཤར་མ་དང་ཁོ་ཚོ་དེབ་ཚོ་ཁོ་ཚོ་གི་དེབ་ཀློག་ཀློག་ཉིན་གི་དེབ་ཚང་མ་བེད་ཁོ་ན་རྙིང་པ་ཕྱི་རེ་རེ་བོ་ཟོས་ཤེས་གི་རེད་དེ་ཡག་པོ་བླུག་གི་རེད་སྤུག་དུ་ཟོས་རོ། ད Robin Sharma ཡིན་ན་འཛམ་བུ་གླིང་ནང་ནས་སློབ་གསོ་བ་ཞེའུ་སྐད་གྲགས་ཆེན་པོ་རེད་བ་ད་རང་ཡང། ཁོ་རང་ཡང་ག་རེ་གསུང་གི་འདུག་ཟེར་ན་རེད་བ་ད། མ་འོངས་པར་ངེད་ཀྱི་ང་རང་སྤོ་བོ་ལ་རང་ཡང་གཅིག་ལག་འཁྱེར་འདྲ་བོ་བྱེད་རོགས་བརྙན་པར་འདྲ་བོ་བྱིན་པ་ནས་ག་རེ་སྤྲད་ཡོད་ཟེར་ན་ངའི་ནང་ལ་དཔོན་ཚོས་བྱོན་བྱོན་བྱོས་ཟེར་བ་དཔོན་ཚོས་ད་དཔོན་ཚོས་དེ་ནང་ལོག་ལ་ངའི་དེབ་དཔེ་མང་པོ་ཡོད་འདི་ངེད་ཀྱི་སྤོ་བོ་ལ་མ་འོངས་པ། ཅིག་ང་རང་གི་ལེགས་སྐྱེས་ཕུལ་ཡ་ཡིན་ན་རེ་བརྙན་པར་སྤྲད་ཡོད་འདི་ད་ཡག་ཤོས་འདྲ་བོ་འདི་ཡིན་གསུང་གི་འདུག་བ། ཤིང་ཁོ་ཡིན་པ་ཡིན་ན་ར་དངུལ་དགྲ་བོ་ཆེ་ན་ར་དངུལ་རྦད་ཁོ་རང་ས་ཡ་མང་པོ་གི་ཁོ་དངུལ་བདག་པོ་ར་བ་ཁོ། སློབ་གསོ་བ་སྐད་གྲགས་ཆེན་པོ་ཛ་ཁུས་དེབ་བྲིས་ནས་འཛམ་བུ་གླིང་ནང་ལོ་ལ་དེབ་འདི་འདྲའི་མང་པོ་བྲིས་ནས་དཔེ་ཆ་ཟ་གི་ཡོད་རེད་ཁོང་གིས་འོ་དེ་གསུང་གི་མི་འདུག་ར་བ་མ་འོངས་པ་ད་ལྟ་ང་ཅིག་ཤི་ཚར་བའི་རྗེས་ལ་ཡིན་ན་རེད་ང་རྒན་མགོ་ཆག་བའི་སྐབས་ལ་སྤུ་གུ་ཟ་ལ་ཅིག་དངུལ་བང་ནང་ལོ་ལ་དཔེ་དངུལ་ཕོན་ཆེན་པོ་ཞིག་ཅིག་རྩིས་སྤྲད་ཡོད་གསུང་གི་མི་འདུག་ར་དེ་དེ་ང་ཚོ་དགོངས་པ་ཞེ་ཆགས་འགྲོ་གི་འདུག་ར།

དེ་འདྲ་མ་ཤོར་ཁོ་གི་དངུལ་བཞག་མ་བཟོ། ག་ཟེར་ན་དངུལ་ཁོ་རང་ཚོ་ལ་བཟོས་གོ་རེད་པུག་སོ་སོ་དཀའ་ལས་རྒྱག་ཡ་རེད་མ་གཏོགས་རང་ང་ཚོའི་ཕ་མ་དེ་ཁོང་ཚོ་ཟ་བདེ་བ་ཡིན་ན་འགྲིག་གི་ཡོད་མ་རེད་ཁོ་རང་ཚོ་ལ་འཇོན་འཇོན་འཇོན་ཐང་དེ་འདྲ་གྱེས་སྟོན་ཡ་ཡོད་མ་རེད་ང་ཚོ་ཁ་ཅིག་ཁོ་རང་ཚོ་ཇི་བདེ་བ་ཡིན་ན་འདི་ཞིག་ཏུ་ཁོའི་བརྒྱ་ཆ་བཅུ་འཇུ་བཅུ་འཇུ་བཅུ་འཇུ་ཅིག་གོ་བཤད་རྒྱབ་ནས་སྤྲད་རེད་མ་གཏོགས་ད་གཞན་པ་སོ་སོ་ཚོ་དཀའ་ལས་རྒྱབ་ནས་འཆི་གོ་རེད་ལས་བྱེད་དོ་འོ་དེ་ཁོང་ཚོ་གསུང་གི་འདུག་བ་ད་མི་དེ་ཚོ་ཚང་མ་དཔལ་འབྱོར་གྱི་གིས་ད། ག་ལོག་རེད་དཔལ་འབྱོར་བཟོས་ནི་ད་འཛམ་བུ་གླིང་ནང་ལོག་ལ་རྩེད་འགྲོ་བ་དེ་ཀླད་ཀྱོག་ཁོ་ཚོ་རེད་ད་ཡིན་རྒྱུ་རོ་ཡིན་ན་ཁོ་ཚོའི་ཡིན་པ་ཡིན་ནས་བསམ་བློ་དེ་འདྲའི་ཅིག་བཏང་གི་ཡོད་རེད་ད་གང་ཅིག་ཐ་མ་ཐ་མ་རེད་བ་འདི་ཡིན་ཅིག་མིན་ཅིག་ཡིན་དགོངས་པ་བཞེས་དགོས་ཀྱི་འདུག། འོང་དེ་འདྲའི་ཅིག་ཡིན་ད་ངེད་ཀྱིས་ཅིག་ད་འདྲ་བ་འདུག་ཅིག་ག་ལོག་རེད་ད་གཞན་པ་དེ་སྐད་ཆ་ཉན་ཡིན་ཙང་དཔེ་རིང་པོ་ཆགས་འགྲོ་གི་འདུག་བ་དེ་ཆུ་དེ་རྣམ་པ་ཚོ་ལ་ད་ཅིག་ག་ལ་སར། ཕ་མེས་ཀྱི་སྤུ་གུ། ཅིག་གཟིགས་མདོག་ནག་ཡང་སྐོར་ལ་ད་དམ་པོ་དེ་འདྲའི་འདྲ་བོ་ཅིག་ཞུས་བཞག་ན་བསམ་ཟེར་བ་ཨ་ནི། དེའི་ནང་ལོགས་ནས་ཨ་ནི་རྣམ་པ་ཚོ་གིས། ག་རེ་ག་རེ་འདྲ་བོ་ཅིག་ཡང་ཅིག་ཕན་ཐོགས་སའི་རེད་དེ་འདྲའི་འདྲ་བོ། ཨ་ནི་བྱ་ཐག་འདྲ་བོ་རྒྱབ་བྱས་རོགས། ཨ་ནི་ཕན་ཐོགས་གི་ཡོད་ན་ཨ་ནི་ལག་བསྟར་གནང་རོགས་ཅིག་ད་རེད་བ། ཨ་ནི་ཅིག་བྱས་ན་ཁྱད་པར་བཟོས་ཀྱི་རེད་བསམ་གྱི་འདུག། ད་ཡིན་པ་ཡིན་ནའི་ད་ཅིག་ངས་གོང་ལ་ཞུས་བ་ནས་ཅིག་ང་རང་ཨི་འདྲའི་ཐོག་ལ་བེད་སྤྱད་ཞིབ་བྱེད་ནི་མཁས་བ་ཆགས་རྒྱུ་འདྲ་འདྲ་ཡོད་ཁོ་ན་ཡོད་མ་རེད་རོགས་འདི་ང་རང་ང་རང་ཅིག་གར་ས་ཅིག།

བྱེད་ཐུ་བ་ཡིན་ན་དེ་ཅི་ཡང་དཀའ་ངལ་མ་འཕྲད་ལ་རང་ཡང་དཀའ་ཐུ་བའི་ཕྱིར་རོ། བྱིའུ་ཤུ་བུའི་དཔེ་ཁོ་ར་ཡག་པོ་དེ་འདྲའི་བྱུང། ག་རེ་འབྱུང་གི་མེད་པ་ཡིན་ནི། གཅིག་སྤུ་གུ་དེ་མ་ལས་ཞེས་རོ། གཅིག་མ་འོངས་པ་དཀའ་ངལ་མ་འཕྲད་ཚེ་ལ་ད་ཏན་ཏན་ཕན་ཐུ་གི་རེད་བསམ་གི་འདུག་ར་བཟི་གནང་ཐུ་བ་ཡིན་ན། ག་ཟེ་ན་ཁྱིམ་ཚང་ཁ་ཤས་ནང་ལོག་ལ་སྤུ་གུ་དཀའ་ངལ་ཁོ་ར་ཆགས་བསྡད་ཀི་འདུག་ཨ་ཡ། དུས་ནས་ཡང་ཏེ་ཅི་འཕྲོད་ཐུ་ཨེ་ཀྱོ། ཨ། ད་གི་ཏེ་ཙི་ཏན་ལགས་ཡི་བརྙན་ལ་སུ་འོང་སུ་བ་གི་རོ་བ་ཁོང་ཚོ་གི། གཅིག་འདི་བྱེད་ཐུ་བ་ཡིན་ན་ཅིག། མ་འོངས་པ་རྒྱལ་ཁབ་ཅིག་འཛུགས་སྐྲུན་བྱེད་ཡིན་པ་ནས་ར་ར། ཨ་འདི་ཡོང་རྒྱུ་བདེ་བ་དང། ཨ་འདི་བདེ་བའི་གི་སྤུ་གུ་དེ་ཚོ་ལ་ར་ལས་ཀྱི་ཡོད་ར་དེ་ཚོ་ང་རང་ཚོ་གིས་འཚར་ལོངས་བྱས་ལ་ང་རང་ཚོ་གིས་སྐྱོར་རྒྱབ་ཐུབ་ན། ཨ་ནི་མ་འོངས་པ་དཔེ་མི་སྲིད་གི་གར་ས་རྒྱལ་ཁབ་དེ་སྤྱི་ཚོགས་དེ་དཔེ་ཡག་པོ་ཡོང་བདེ་གི་རེད་ད་ར་འདིའི་ཐོག་ནས་ང་ཚོ་གིས་དོ་སྣང་བྱས་དེ་དཔེ་གལ་ཆེན་པོ་ར། རྒྱལ་ཁབ་ཅིག་རྩ་དོན་ཅིག་སྒྲུབ་དགོས་གི་ཡོད་ནས་རང་ཡང་མི་ཚང་རེ་རེ་ནས་འགན་ཁྱེར་ནས་སྒྲུབ་པའི་རེད་མ་གཏོགས་རང་ཡང་འདི་སྒྲིག་སྲོལ་ཅིག་གིས་སྒྲུབ་ཐུབ་ཡས་གལ་ཡོག་མ་རེད་རང་ཡང། དེ་ཚུར་དཀྲུགས་ཀྱིས་ངེད་ཀྱི། ངེད་ཀྱི་སྒྲུབ་ཡོད་མདོག་མདོག་བྱས་ནས་ཤེས་ནས་ཆོ་ཡོད་མ་འདི་སྒྲུབ་ཐུ་ཡས་ཡོད་མ་རེད་རོ། འདི་ཚང་མ་ཀྱིས་སྐྱོར་རྒྱག་ནས་བྱས་རེད་མ་གཏོགས་རོ། འདི་གང་ནས་གས་ཆོས་ཆོས་འདི། མི་དེ་རེད་མི་དེ་རོ། ཨིན་ཇི་སྐད་ལ་ཡིན་ནི Human Resource ལ་ཡོད་དོ། མི་ཡིག་ཡིག་ཡིག་གི་ག་རེ་ནུས་པ་བྱས་ཡོད་རོ། མི་ཡིག་གི་ནུས་པ་འདི། དཔེ་གལ་ཆེན་པོ་རེ་ད་ཡིན་རྒྱུ་གང་ཞེ་ན་མིའི་ནུས་པ་ལ་ལྟ་ནི་གཞན་པ་ཚང་མ་ནུས་པ་ཡོད་རྒྱུ་བཟོས་ཐུབ་ཀྱི་ཡོད་རོ། མིའི་ནུས་པ་ལས་སྐྱོན། ཆགས་ཚར་བའི་རྗེས་ལ་མི་འདི་གཞན་པ་ལ་ནུས་པ་གས་ཡོད་མ་རེད། རོ། བྱམས་པ་དེ་ཚང་མ་རིས་དང་གཏེར་ཁ། ས་དང་ཆུ་དང་ཡང་མང་པོ་གཏེར་མང་པོ་ཞིག་དང་གཏེར་བྱམས་པ་ཚང་མ་རང་ཡང། སུས་ཀྱི་ཀྱི་ནུས་པ་ཡོད་རྒྱུ་ལ་བསྒྱུར་ཐུབ་ཀྱི་ཡོད་སྲིད་ན་མིའི་ཀྱི་ནུས་པ་ཡོད་བསྒྱུར་ཐུབ་ཀྱི་ཡོད་སང་ཨ་ནི་མིའི་ཀྱི་ནུས་པ་དེ་ལ་ང་ཚོ་ཡིན་གྱི་མིན་གྱི་ཀྱི་རོ། ཨ་ནི་ནུས་སྟོབས་ཆེན་པོ་རོ་གོང་དུ་སྤེལ་དགོས་ཀྱི་ཡོད་རོ། འོ་དེ་དེ་བྱེད་དགོས་ཀྱི་ད་འདི་བྱས་ལ་མིའི་ནུས་པ་སྤྲད་ནས་མི་དེ་ལ། ཤེས་ཡོན་དང་གཅིག་ལག་རྩལ་དང་སེམས་ཤུགས་དང། ལྷག་བསམ་དང། རྩལ་དང་རོ། གཅིག་ག་ལ་གདེང་ཚོད་དང་དེ་འདྲས་ཡིན་གྱི་མི་གྱི་ཀྱི་ད་དགོས་ཀྱི་ཡོད་རེད་འདི་བྱས་ལ་ཨ་ནི་དང་པོ་དང་པོ་འདི་ཁྱིམ་ཚང་ནས་སྒྲུབ་ཐུབ་ཀྱི་ཡོད་རོ། ཁྱིམ་ཚང་ནས་བྱེད་ཐུབ་ཀྱི་ཡོད། ཁྱིམ་ཚང་ལ་ད་གྱེན་གྱི་ངེས་ནི་ཕ་མ་རྣམ་པ་ཚོ་རོ། འོ་ཐུག་སེ། ད་ན་ཤིང་གི་ཕ་མ། ཕ་མ་ཚོ་ཕ་མ་གཞོན་པ་ཚོ་གི་སོ་སོའི་ནང་ནང་ལོགས་ལ་སོ་སོའི་གི་ཕ་མ་ཡོད་རེད་རྒན་པ་དེ་ཚོ། དེ་ཚོ་ལ་བྱམས་སྐྱོང་བྱས་ཚོ་དཔེ་གལ་ཆེན་པོ་རེད་འདི་སོ་སོའི་གི་སྤུ་གུ་ལ་བརྟེན་དགོས་ཀྱི་ཡོད་རེད། སྤོ་སྤོ་རྨོ་རྨོ་དེ་ཚོ་དཔེ་བཀའ་དྲིན་ཆེན་པོ་ཡིན་པ་རེད་བ། དེ་ཚོ་སྟོན་པ་ཡིན་ན། ཨ་སྤུ་གུ་དེ་ཚོ་གི་གནད་འགག་ཆེན་པོ་ཡིན་ཕྱི་རྒྱལ་སྡེ་བ་ལ་བལྟས་ཟེར་བ་འདི་དཀའ་ངལ་འདུག་བ། གཅིག་སྤྱི་དང་ད་ཕྱི་རྒྱལ་ལ་རྒན་གསོ་ཁང་ཡོད་རྒྱུ་ཡག་པོ་རེད་བ། རྒན་གསོ་ཁང་ཡོད་རྒྱུ་རེད་ཡག་པོ་རེད། ཡིན་པ་ཡིན་ནའི་ཕྱོགས་བཞི་ལྟ་བ་ཡིན་ན་རྒན་གསོ་ཁང་བསམ་བོ་འུ་ཐུག་ནས་རྒྱབ་རྒྱུ་རེད་བ། གཅིག་ཕ་མ་རྒན་པ་རྒན་འཁོག་ཐུག་བསམ་བོ་ནང་ལ་ཉག་གི་མེད་རྟགས་རེད་བ། གཡུག་བཞག་འདི་རེད་བ། ལས་ཀའི་དོན་དག་ཡིན་ན་རེད་ག་རེ་ཡིན་ན་རེད་བ། ང་རང་ཚོ་བོད་ལ་སྔན་མ་སྔན་མ་རྒན་གསོ་ཁང་ལ་ཡང་མཐོང་ངེས་ཡོད་མ་རེད་བ། བོད་ལ་ཕ་མ་ཚང་མ་སོ་སོའི་ནང་ལ་ཉག། རྦད། ཁོ་རང་ཕ་མ་ཚོ་ལ་བེད་གཡོ་བོ་ཡག་པོ་བྱེད་ཡི་རེད་བ། གཅིག་གཅིག་ནང་གི་རྟེན་འདྲ་བོ་བྱེད་ནས་ཉག་བསྡད་བྱོས་རེད་བ། དེ་ཚོ་ང་ཚོའི་ལམ་ལུགས་ཟེར་ཡག་པོ་རེད་བ། འོ་དེ་ཉིད་འཇིག་མི་འཇིག་གི་གལ་ཆེན་པོ་རེད་རོ། དེ་ཚོ་ཚང་མ་དེའི་རྒྱུད་ནས་རྣམ་པ་ཚོ་གི་འདུ་བྱེད་ནས་དགོངས་པ་བཞེས་རོགས་ཞེས་ནས་ཞུ་ཡས་ཡིན། ཨ་ནི། ད་འདུ་བྱེད་ནི་ད་ལྟ་ཚོགས་པའི་གི་འགན་འཁི་ངའི་ཚེ་བརྟན་ལགས་དང་རྒྱ་མཚོ་ལགས་དང་ཞབས་འབག་ཏན་ཏན་ཡོད་རེད་ཚང་མ་བྱས་ཨ་ནི་གྱང་ཚོ་འདིའི་ནང་ལོག་ཡོད་དེ་ཡོ་ཚང་མ་ལོག་ལ། ཨ་ནི་འདུ་བྱེད་ནི་གོ་སྐབས་གནང་བ་དེ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ལན་ཞུ་ཡས་ཡིན། ཨ་འདུ་ཞུ་ཡས་ཡིན་ཐུགས་ཆེ་ན་ཚེ་རིང།